ས་ཀྱི་བུ་ཟླ་གསུམ་པའི་ཚེས་པ་སུམ་ཅུ་ཐམ་པ་དང་སྤྱི་ལོ་ཉིས་སྟོང་བརྒྱ་མེད་བཅོ་བརྒྱད་ལོའི་ཕྱི་ཟླ་ལྔ་པའི་ཚེས་བཅོ་ལྔ་དེ་རིང་རེས་གཟའ་མིག་དམར་གྱི་དགོང་དྲོའི་རླུང་འཕྲིན་ལས་རིམ་འདི་ད་ལྟ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་འགོ་འཛུགས་ཞུ་མཁན་ཚེ་བརྟན་ཆིག་སྒྲིལ་ཡིན་ཐེངས་འདིའི་ལས་རིམ་ཁག་ནང། མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོའི་ནང་བལ་ཡུལ་གཞུང་གིས་བོད་པ་དང་འབྲུག་པ་སྐྱབས་བཅོལ་བ་ཚོར་དབྱེ་འབྱེད་བྱེད་ཀྱི་ཡོད་པའི་སྐོར་བཀོད་ཡོད་པའི་སྐོར་དང། ྋགོང་ས་མཆོག་གི་མཚན་ཐོག་ཡོད་པ་ཏཱ་ལའི་བླ་མའི་མཐོ་སློབ་ཁང་གི་བསླབ་པ་མཐའ་སོན་གྱི་མཛད་སྒོ་ཐེངས་མ་གསུམ་པ་དེ་གནང་ཡོད་པའི་སྐོར་དང། ལི་རུ་རྫོང་དུ་གཏེར་ཁ་སྔོག་འདོན་གྱི་གནས་ཚུལ་ཕྱི་ལ་ཁྱབ་སྤེལ་བྱས་པའི་ནག་ཉེས་འོག་རྒྱ་ནག་གཞུང་གིས་བོད་མི་སུམ་ཅུ་ཙམ་ཞིག་དོ་དམ་འཛིན་བཟུང་བྱས་ཡོད་པའི་སྐོར་དང། དཔལ་རྣམ་རྒྱལ་གྲྭ་ཚང་དུ། པའི་དུས་ཀྱི་འཁོར་ལོའི་ཐོག་བགྲོ་གླེང་ཞིག་མགོ་འཛུགས་གནང་ཡོད་པའི་སྐོར་དང་ཨི་རན་དང་ཡོ་རོབ་མཐུན་ཚོགས་ནས་ཨི་རན་གྱི་འདུས་འདྲིལ་ལས་བྱ་ཐལ་གྱི་རྒྱལ་སྤྱིའི་གྲོས་མཐུན་དེ་སྐྱོབ་ཐབས་བྱེད་ཀྱི་ཡོད་པ་མ་ལེ་ཤི་ཡའི་ཡུལ་གྱི་ཆབ་སྲིད་གནས་སྟངས་ལ་འགྱུར་ལྡོག་ཆེན་པོ་ཞིག་ཡོང་གི་ཡོད་པ། དཀྱིལ་ཤར་ཡུལ་གྲུ་ཨིས་ར་ཨེལ་དང་པཱ་ལེ་སི་གཉིས་ཀྱི་དཀའ་རྙོག་ཆེ་རུ་འགྲོ་གི་ཡོད་པ་སོགས་གནས་ཚུལ་མང་པོ་ཞིག་སྙན་སྒྲོན་ཞུ་རྒྱུ་ཡོད་པས་ལྷན་རྒྱས་ཚོས་ང་ཚོའི་ལས་རིམ་འདི་མུ་མཐུད་ནས་གསན་རོགས་ཞུ་གི་ཡིན། ད་ལྟ་ཐོག་མ་དེ་ཡང་ཚེ་རིང་སྐྱིད་ལགས་ཀྱིས་འཛམ་གླིང་གི་གསར་འགྱུར་གལ་ཆེ་ཁག་ཅིག་སྙན་སྒྲོན་ཞུས་གནང་གི་རེད།
ས་གནས་རྣམ་པ་ཚོ་ཁྱེད་ཚོ་བདེ་མོ་དེ་རང་གི་རྒྱལ་སྤྱིའི་གསར་འགྱུར་ཁག་གི་ཐོག་མ་དེ་ལ་ཁ་སང་གཟའ་ཟླ་བའི་ཉིན་ནི་འདས་པའི་ལོ་ངོ་ལྔ་ཡི་རིང་ལ་ཨི་ཟི་རལ་དང་པ་ལི་སི་ཐན་གྱི་བར་གྱི་འཐབ་འཛིང་གི་ཁྲོད་ཤི་རྨས་ཚབས་ཆེན་ཐེབས་པ་གི་ཉིན་ཞིག་ཡིན་པས་དེ་རང་གཟའ་མིག་དམར་གྱི་ཉིན་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ཚན་པས་པ་ལི་སི་ཐན་དང་ཨི་ཟི་རལ་གྱི་དགའ་རྫ་ལུང་གཤོང་གི་མཛའ་གྲོགས་ཀྱི་གནས་སྟངས་དེའི་ཆེད་དུ་མཛའ་གྲོགས་ཀྱི་ཚོགས་འདུ་ཞིག་འཚོགས་བཞིན་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་སྐྱུར་ཤ་ཡི་གྲུ་ཁག་ཏུ་ཞི་བའི་ལས་དོན་གནང་མཁན་སྐུ་ཚབ། མིལ་ལཱ་ཏོ་ནོ་ཧྥི་ཡང་དེ་རིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ཚན་པའི་མཛའ་གྲོགས་ཀྱི་ཚོགས་འདུ་དེའི་ཐོག་ལ་ཇེ་རུ་ས་ལམ་ནས་དྲ་ལམ་བརྒྱུད་དེ་མཉམ་ཞུགས་བྱེད་བཞིན་པ་རེད་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་བརྗོད་ན་ཁ་སང་གཟའ་ཟླ་བའི་ཉིན་ལ་ཨི་ཟི་རལ་གྱི་གཞུང་དམག་གིས་པ་ལི་སི་ཐན་པསྔ་བཅུ་ང་བརྒྱད་བསད་པ་གི་གནས་སྟངས་བྱུང་ཡོད་ཅིང་ཨི་ཟི་རལ་དང་པ་ལི་སི་ཐན་གྱི་བར་གྱི་དགའ་རྫ་ལུང་གཤོང་དུ་པཱ་ལི་སི་ཐན་ངོ་རྒོལ་བ་ཚོ་དང་ཨི་ཟི་རལ་གཞུང་དམག་གི་བར་གདོང་ཐུག་མུ་མཐུད་ནས་བྱུང་ངེས་བ་ལ་བློ་འཚབ་ཆེན་པོ་བྱེད་བཞིན་འདུག་ཨི་ཟི་རལ་གྱི་གཞུང་དམག་གིས་བརྗོད་ན་པཱ་ལི་སི་ཐན་པ་ཚོས་ཨི་ཟི་རལ་གྱི་ས་མཚམས་ཁུལ་དུ་དྲག་ཤུགས་སྤེལ་བ་དང་དགའ་རྫ་རླུང་གཞུང་གི་ཆབ་སྲིད་དབང་ཆ་འཛིན་མཁན་ཧ་མ་སི་དྲག་ཤུགས་ཚོགས་པས་མི་མང་བསྐོང་འགུག་གིས་ཨི་ཟི་རལ་ལ་བར་ཆད་གཏོང་བའི་བྱ་འགུལ་སྤེལ་བཞིན་པ་བཅས་ལ་ཨི་ཟི་རལ་གྱིས་རང་གི་མངའ་ཁོངས་དང་མི་མང་སྲུང་སྐྱོབ་ཀྱི་ལས་འགན་སྒྲུབ་བཞིན་ཡོད་པའི་སྐོར་སྲིད་བློན་གྱིས་བརྗོད་ཡོད་པ་རེད། པཱ་ལི་སི་ཐན་པ་ཕོན་ཆེན་པོར་ཕྱི་མོ་ཚབས་ཆེན་ཐེབས་པའི་ཉིན་དེ་ཁ་སང་གཟའ་ཟླ་བའི་ཉིན་ལ་ཨི་ཟི་རལ་གྱིས་ཇི་རུ་ས་ལམ་དུ་ཨ་མི་རི་ཀ་གི་གཞུང་ཚབ་སྒོ་འབྱེད་བྱས་ཡོད་པ་དང་ཨ་མི་རི་ཀའི་སྐུ་ཚབ་ཀྱིས་ཨི་ཟི་རལ་གྱི་རྒྱལ་ས་ཇི་རུ་ས་ལམ་གྱི་ནང་ཨ་རིའི་གཞུང་ཚབ་དངོས་སུ་སྒོ་འབྱེད་བྱས་པ་ཡིན་ཞེས་གསལ་བསྒྲགས་སྤེལ་བ་ལ་ཇི་རུ་ས་ལམ་གྱི་བདག་དབང་རྩོད་ལེན་བྱེད་མཁན་པ་པཱ་ལི་སི་ཐན་པ་མི་གྲངས་ཁྲི་ཚོ་བཞི་ཙམ་གྱིས་ཨི་ཟི་རལ་དང་པཱ་ལི་སི་ཐན་གྱི་ས་མཚམས་ས་ཁུལ་དུ་ངོ་རྒོལ་བྱུང་བས་ཕྱི་མོའི་ཚབས་ཆེན་ཐེབས་ཡོད་པ་རེད། ཨ་མེ་རི་ཀས་ཇི་རུ་ས་ལེམ་དེ་ཡིས་ཨི་ཟི་རལ་གྱི་རྒྱལ་ས་ལ་ངོས་འཛིན་བྱས་པ་དང་ཨ་རིའི་གཞུང་ཚབ་ཀྱང་ཇི་རུ་ས་ལེམ་ལ་གནས་སྤོར་བ་དེས་འཛམ་གླིང་རྒྱལ་ཁབ་མང་པོ་ཅིག་གི་ངོ་རྒོལ་དང་སྐྱོན་བརྗོད་དྲག་པོ་བྱས་འདུག་རྒྱལ་ཁབ་མང་པོས་གཙོ་གཞི་ཅན་གྱི་ཇི་རུ་ས་ལེམ་དུ་ཨ་རིའི་གཞུང་ཚབ་སྒོ་འབྱེད་བྱས་པ་གི་ཉིན་མོ་ནི་ཁྲག་དྲི་བྲོ་བའི་ལུས་ཤིག་ཡིན་པས་དེ་ལ་གཟི་བརྗིད་མི་ལྡན་ལ་ཆེ་མཐོང་ཡང་མེད་ཅེས་བཤད་འདུག་སྤྱིར་ཤ་ཡི་གྲི་ཁག་ཏུ་ཞི་བདེ་བརྟན་བརླིང་གི་ཞི་བདེ་བརྟན་ལྷིང་ཞིག་བསྐྲུན་མ་ཐུབ་པའི་ཡར་སྔོན་ལ་ཨ་མེ་རི་ཀས་རྗེ་རུ་ས་ལམ་དེ་ཨིས་རལ་གྱི་རྒྱལ་ས་ལ་ངོས་འཛིན་བྱས་པ་དང་ཨ་རིའི་གཞུང་ཚབ་ཀྱང་རྗེ་རུ་ས་ལམ་ལ་གནས་སྤོར་བ་དེ་ལ་ངེས་ལེན་མེད་ཅེས་ཡིན་གཅིག་སུ་ལོན་ཐི་རེ་ས་མེ་ཡི་མགྲིན་ཚབ་པས་བཤད་འདུག་ཡང་ཧྥི་རན་སིའི་སྲིད་འཛིན་གྱིས་ཀྱང་ཁོང་གིས་ཨ་མེ་རི་ཀ་གི་སྲིད་འཛིན་རོ་ནལ་ཁྲི་རམ་ལ་རྗེ་རུ་ས་ལམ་དེ་ཨིས་རལ་གྱི་རྒྱལ་ས་ལ་ངོས་འཛིན་བྱས་པའི་ཐག་གཅོད་དེར་ཕྱིར་འཐེན་བྱ་དགོས་པ་གི་ཉེན་བརྡ་ཡང་ཡང་བཏང་ཡོད་ཚུལ་བཤད་འདུག་པ་མ་ཟད་ཁ་སང་ཨིས་རལ་གྱི་དམག་གིས་པ་ལི་སི་ཐན་པ་ལྔ་བཅུ་ལྷག་བསད་པ་དེར་གདུང་སེམས་མཉམ་སྐྱེ་བྱས་འདུག་དེ་ནས་སུའུ་དན་ཨ་ར་པི་ཡ་དང་ར་ཤི་ཡ་ཏུར་ཀི་བཅས་ཀྱིས་ཀྱང་ཁ་སང་ཨི་ཟི་རལ་གཞུང་དམག་གིས་པ་ལི་སི་ཐན་བར་ལ་དྲག་པོར་གྱིས་ཕྱི་མའི་ཚབས་ཆེན་ཐེབས་པ་དེར་ཨ་མེ་རི་ཀ་ལ་འགན་ཡོད་པ་སྐྱོན་བརྗོད་བྱས་འདུག་དེ་ནས་ཁེ་ཐི་ལོ་ཉི་ཡ་རང་སྐྱོང་ས་ཁུལ་གྱི་འགོ་ཁྲིད་གསར་བ་འདེམས་ཐོན་བྱུང་བ་ཁོས་མུ་མཐུད་ནས་སི་པན་ལའི་ལགས་སུ་ཐོན་ཏེ་ཁེ་ཐི་ལོ་ཉི་ཡ་དེ་རང་བཙན་ཡོང་ཐབས་ལ་ཕྱག་ལས་གནང་རྒྱུ་ཡིན་པའི་ཁས་ལེན་དམ་བཅའ་བྱས་འདུག་ཁེ་ཏི་ལོ་ཉི་ཡ་གྲོས་ཚོགས་འཐུས་མིའི་ནང་དུ་འགོ་ཁྲིད་ལ་དབྱེ་ཕྱོགས་འཕངས་པའི་སྐབས་ཁེ་ཏི་ལོ་ཉི་ཡ་གི་རང་བཙན་ལྟ་བ་འཛིན་མཁན་ཆོམ་ཁྲོ་ར་ལ་དབྱེ་ཕྱོགས་གཅིག་གིས་མང་བ་ཐོབ་སྟེ་ཕྱོགས་གཉིས་སུ་སྐྱེས་ཡོད་པས་ཁ་ཏི་ལོ་ཉི་ཡ་གི་གྲོས་ཚོགས་ནང་དུ་རྒྱལ་ཁ་ཐོབ་ཡོད་ཀྱང་ཆབ་སྲིད་པའི་ཁོར་ཡུག་ནང་ལ་གསར་དུ་སླེབས་པའི་འགོ་ཁྲིད་གསར་བ་འདིའི་ཡིད་དམིགས་གཙོ་བོ་ནི་སྐྱབས་བཅོལ་དུ་འགྲོ་དགོས་བྱུང་ཡོད་པ་གི་ཁ་ཏི་ལོ་ཉི་ཡ་གི་རང་བཙན་རྩོད་ལེན་པ་དང་གཞི་འདིའི་འགོ་ཁྲིད་ཟེར་བ། Buch། Puigdemont། གྱི་གོ་གནས་བསྐྱར་གསོ་བྱ་རྒྱུ་དེ་ཡིན་པ་རེད་འདུག་ཁོས་རང་ཉིད་ཁཱ་ཐི་ལོ་ཉི་ཡ་གི་སྲིད་འཛིན་དུ་གྱུར་རྗེས་གྲོས་ཚོགས་སུ་གཏམ་བཤད་བྱས་ཡོད་པ་དང་དེའི་ནང་དུ། ང་ཚོས་ང་ཚོའི་སྲིད་འཛིན Puigdemont ལ་ཡིད་ཆེས་ཡོད་ང་ཚོ་ང་ཚོའི་སྤྱི་ཟླ་བཅུ་གཅིག་གི་ནང་རང་བཙན་བསྒྲགས་གཏམ་སྤེལ་བ་དེ་ལ་བརྩི་མཐོང་ཡོད་པ་བཅས་རྒྱུ་མཚན་འདི་གཉིས་ལས་ང་ཚོས་རང་བཙན་ལྡན་པའི་གཞུང་ཞིག་འཛུགས་ཐུབ་པ་ལ་ཡིད་ཆེས་ཡོད། རྒྱུ་མཚན་གསུམ་པ་དེ་ཡིན་ན་ང་ཚོའི་གཞུང་གི་ལམ་ལུགས་ནི་སྤྱི་ཚོགས་དང་དཔལ་འབྱོར་རང་སྐྱ་ཐུབ་པ་ཡིན་ཅེས་བརྗོད་འདུག་ཐེངས་འདིའི་གྲོས་ཚོགས་ཀྱི་ནང་དུ་ཨེ་ལྡིའི་གྲུབ་འབྲས་བྱུང་བ་ལས་སྤེན་དབྱིས་གཞུང་གིས་ཁ་ཐུག་འཛིན་སྐྱོང་བྱས་པའི་གནས་སྟངས་དེ་ཕྱིར་འཐེན་བྱེད་རིན་ལ་འཁེལ་ཡོད་པ་རེད་འདུག་ཡིན་ན་ཡང་སྤེན་དབྱིས་གཞུང་གིས་བསྐྱར་དུ་ཀར་ཏེ་ཀ་ཏི་ལོ་ཉི་ཡིས་རང་བཙན་བསྒྲགས་གཏམ་སྤེལ་རྒྱུ་དང་ས་གནས་རང་སྐྱོང་སྲིད་གཞུང་གི་རྩ་ཁྲིམས་ལ་གཏོར་བརླག་བཏང་ཚེ་སྤེན་དབྱིས་གཞུང་གིས་རང་སྐྱོང་གི་དབང་ཚད་ཕྱིར་བསྡུ་བྱ་རྒྱུའི་ཉེན་བརྡ་བཏང་འདུག་དེ་ནས་ཨ་མེ་རི་ཀར་ངོ་རྒོལ་བྱེད་མཁན་གྱི་ཨི་རག་གི་མཉམ་འབྲེལ་ཚོགས་པ་ཁག་གིས་ཨི་རག་གི་གྲོས་ཚོགས་འཐུས་མིའི་ཁོངས་སུ་གདན་ཐོབ་མང་ཤོས་དེ་ཟིན་ཡོད་པ་རེད་འདུག་ཨ་མེ་རི་ཀ་ལ་ངོ་རྒོལ་བྱེད་མཁན་གྱི་མཉམ་འབྲེལ་ཚོགས་པ་དེ་ཚོའི་མགོ་ཁྲིད། Moqtada al-Sadr། ཞེས་པའི་ཨི་རག་གི་ཁ་ཆེའི་ཆེ་དཔོན་དེ་ཡིས་ཨི་རག་གི་ས་གནས་གང་ས་ལ་ཕེབས་ཏེ་ཨ་མེ་རི་ཀ་ལ་ངོ་རྒོལ་བྱེད་མཁན་ཚོགས་པ་དེ་དག་གི་མགོ་ཁྲིད་ཚོ་ལ་ཨི་རག་མི་དམངས་ཀྱིས་ཨེ་ཤོག་ལུག་དགེ་བ་གི་གཏམ་བཤད་ལན་འགར་སྤེལ་བ་དེ་ལ་ཐེངས་འདིའི་ཨེ་ལྡིའི་ཁྲོད་དུ་གྲུབ་འབྲས་ངེས་ཅན་ཐོབ་སྟེ་ཨི་རག་ས་ཁུལ་དྲུག་གི་ནང་དུ་ཨེ་ཤག་གི་རྒྱལ་ཁ་ཐོབ་འདུག་ཨ་མེ་རི་ཀའི་རྒྱབ་སྐྱོར་ཡོད་པའི་ཨི་རག་གི་སྲིད་བློན་ཧེ་དར་ཨ་བྷ་དི་ཡིས་ཐེངས་འདིའི་ཨེ་ལྡིའི་གྲུབ་འབྲས་ལ་བརྩི་བཀུར་བྱ་རྒྱུ་དང་རྒྱལ་ཁ་ཐོབ་མཁན་གྱི་ཆབ་སྲིད་ཚོགས་པ་ཁག་གི་མགོ་ཁྲིད་ཚོ་ལ་མཉམ་ལས་བྱ་རྒྱུའི་ཁས་ལེན་བྱས་ཡོད་པ་རེད། ཐེངས་འདིར་ཨ་མེ་རི་ཀར་ངོ་རྒོལ་བྱེད་མཁན་གྱི་ཚོགས་པ་མང་པོ་ལ་ཨེ་ལྡིའི་ཁྲོད་དུ་རྒྱལ་ཁ་ཐོབ་པ་མ་ཟད། ཨི་རག་གི་ནང་གི་དམར་ཤོག་ཚོགས་པར་ཡང་གྲོས་ཚོགས་སུ་བདམས་ཐོབ་བརྒྱ་ཁ་བྱུང་ཡོད་པ་བཅས་ལས་ཨི་རག་གི་ཆབ་སྲིད་ལ་ཚོད་དཔག་སྣ་ཚོགས་ཅིག་བྱ་དགོས་བྱུང་བཞིན་འདུག་ཨི་རག་ནང་ཤུགས་རྐྱེན་ཐེབས་ཡོད་པ་གི་ཁ་ཆད་ཆེད་དཔོན། Maqtada al-Sadr དངོས་སུ་གྲོས་ཚོགས་ནང་དུ་རྐུབ་སྟེགས་བླངས་མེད་པས་ཁོ་སྲིད་བློན་དུ་འགྱུར་ཐུབ་ཀི་མེད་ཀྱང་མཉམ་འབྲེལ་ཆབ་སྲིད་ཚོགས་པའི་འགོ་ཁྲིད་དང་ཁོའི་མཐུན་གྲོགས་ཆབ་སྲིད་ཚོགས་པ་ཡང་དམར་ཤོག་ཚོགས་པ་སོགས་པར་གྲོས་ཚོགས་སུ་བརྒྱ་ཁ་ཐོབ་ཡོད་པ་དེ་ལྟར་མ་འོངས་པ་ཨི་རག་གི་ཆབ་སྲིད་ལས་དོན་དང་གཞུང་གི་ཁ་ཕྱོགས་འཛིན་སྐྱོང་བཅས་ལ་ཤུགས་རྐྱེན་ངེས་ཅན་ཅིག་ཐེབས་ངེས་པ་རེད་འདུག།

གལ་ཏེ་དོན་རྟག་ཏུ་བྱུང་བ་ཡིན་ན་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བྱང་ཀོ་རི་ཡ་གི་ནང་གི་ལྟོགས་སྐོམ་གྱིས་མནར་བའི་མི་མང་ས་ཡ་མང་པོའི་འཚོ་གནས་ཐད་མི་ཆེ་དགེ་བའི་རོགས་སྐྱོར་སྤེལ་སྲིད་པ་དང། མི་མང་པོ་ཞིག་གིས་བྱང་ཀོ་རི་ཡ་གི་ནང་དུ་ལོ་རྒྱུས་ཀྱི་ལེའུ་གསར་བ་ཞིག་མགོ་འཛུགས་ཐུབ་པ་ལ་རེ་ལྟོས་ཆེན་པོ་བཅངས་ཡོད་པར་བཤད་འདུག་རྒྱལ་ཚོགས་ཀྱི་གཟའ་འབྲེལ་ལྷན་ཁང་གི་མགོ་ཁྲིད་གཟའ་འཁོར་སྔོན་མ་གི་ནང་དུ་རྒྱལ་ས་ཕུའུ་ཡང་གི་ནང་དུ་ཉི་མ་གཉིས་ཀྱི་རིང་གཟིགས་སྐོར་དང་ཉི་མ་གཉིས་ཀྱི་རིང་ལ་བྱང་ཀོ་རི་ཡ་གྱི་གྲོང་གསེབ་ས་ཆ་ཁག་ལ་གཟིགས་སྐོར་དུ་ཕེབས་པ་བཅས་ཉི་མ་བཞིའི་རིང་ལ་བྱང་ཀོ་རི་ཡར་གཟིགས་སྐོར་དུ་ཕེབས་ཡོད་པ་རེད། སྤྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཀྱི་ཉིན་ལ་ཨ་རིའི་སྲིད་འཛིན Donald Trump དང་བྱང་ཀོ་རི་ཡ་གྱི་འགོ་ཁྲིད Kim Jong Un གཉིས་མཇལ་འཕྲད་བྱ་འཆར་ཡོད་པ་དང་ཁོང་གཉིས་ཀྱིས་འཛམ་གླིང་ཞི་བདེ་ཡི་ཆེད་དུ་མཇལ་འཕྲད་གྲོས་མོལ་དེ་དོན་སྙིང་ལྡན་པ་ཞིག་ཡོང་བ་ལ་འབད་བརྩོན་བྱ་རྒྱུ་ཡིན་པར་བརྗོད་ཡོད་པ་དེ་ལྟར་བྱང་ཀོ་རི་ཡའི་རྡུལ་ཕྲན་གོ་ཚོད་བཟོ་ལས་དང་རྫས་འགྱུར་དུག་ལྡན་གྱི་མེ་ཤུགས་འཕུར་མདའ་བཟོ་ལས་མཚམས་བཞག་ཡོང་བ་ལ་མི་རྣམས་ཀྱིས་རེ་ལྟོས་ཆེན་པོ་བྱེད་བཞིན་པ་རེད་དེ་བས་ཀ་ཏེ། གྲེ་མོར་དེ་དོན་འཁྱོལ་དམ་པ་བྱུང་ཚེ་བྱང་ཀོ་རི་ཡ་གི་ནང་དུ་བཟའ་འབྲུ་མཁོ་སྤྲོད་དང་སྨན་བཅོས་ལྟ་སྐྱོང་སོགས་ཀྱི་ཐད་ཀར་མི་མང་གི་འཚོ་གནས་ལ་རོགས་སྐྱོར་ལས་གཞི་སྤེལ་རྒྱུ་གྲ་སྒྲིག་བྱེད་བཞིན་པ་རེད་འདུག་འཛམ་གླིང་འབྱོར་ལྡན་ཚོང་པ་གྲགས་ཆེ George Soros ལས་ཁུངས་དེ་ཡུ་རོབ་ཧན་གྷི་རིའི་རྒྱལ་ཁབ་རྒྱལ་ས Budapest ནས་འཇར་མན་གྱི་རྒྱལ་ས Berlin ལ་གནས་སྤོར་རྒྱུའི་གསལ་བསྒྲགས་སྤེལ་ཡོད་ཅིང་དེའི་ནང་དུ་བཀོད་དོན་ལྟར་ན་ཧན་གྷི་རིའི་རྒྱལ་ཁབ་ཀྱི་ནང་དུ་ཆབ་སྲིད་དྲག་གནོན་དང། ཁྲིམས་ཀྱི་ཁེ་དབང་ཇེ་ཆུང་དུ་འགྲོ་བཞིན་པར་བརྗོད་འདུག་འབྱོར་ལྡན་ཚོང་པ་ཁང་གི་ལས་ཁུངས་སྒོ་རྒྱག་དོན་ནི་ཧན་གོ་རི་ཡའི་གྲོས་ཚོགས་གསར་བས་ཧན་གོ་རིའི་ནང་ཡོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚོད་འཛིན་བྱ་རྒྱུ་ཡིན་པར་བརྗོད་ཡོད་པ་དང། ཧན་གོ་རི་ཡའི་གཞུང་གིས་ཚོང་པ་དེས་རྒྱལ་ཁབ་འདིའི་ནང་གི་བདེ་འཇགས་དང་རིག་གཞུང་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པས་ཁོང་གི་བཟོ་ལས་ཁང་ལ་ཚོད་འཛིན་བྱེད་བཞིན་པ་རེད་འདུག།
ཐུགས་ཆེ་ན་ཚེ་རིང་སྐྱིད་ལགས་ད་ལྟ་ལྷན་རྒྱས་ཚོགས་གཉེར་འཁྲུལ་ཞུ་བཞིན་པའི་ལས་རིམ་འདི་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ན་རྟེན་གཞི་བྱས་པ Voice of America རྒྱང་སྲིང་རླུང་འཕྲིན་ཁང་ཡིན། ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ནས Voice of America རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་གཞིས་བྱེས་བོད་མི་ཡོངས་ལ་སྐུ་ཁམས་བཟང་བའི་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་ལྔ། ས་སྐྱིད་བོད་ཟླ་གསུམ་པའི་ཚེས་པ་སུམ་ཅུ་ཐམ་པ་དང་སྤྱི་ལོ་ཉིས་སྟོང་བརྒྱ་མེད་བཅོ་བརྒྱད་ལོའི་སྤྱི་ཟླ་ལྔ་པའི་ཚེས་བཅོ་ལྔའི་ཉིན་མོ་རེད། དེ་རིང་ང་ཚོས། ཆུ་ཚོད་གཅིག་གི་ལས་རིམ་འདིའི་ནང་ལེ་ཡ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོའི་ནང་བལ་ཡུལ་གཞུང་གིས་བོད་པ་དང་འབྲུག་པ་སྐྱབས་བཅོལ་བ་ཚོར་དབྱེ་འབྱེད་བྱེད་ཀྱི་ཡོད་པའི་སྐོར་ལ་གསལ་སྟོན་བྱས་ཡོད་པའི་སྐོར་དང ྋགོང་ས་མཆོག་གི་མཚན་ཐོག་ཡོད་པ་ཏཱ་ལའི་བླ་མའི་མཐོ་སློབ་ཁང་གི་བསླབ་པ་མཐར་སོན་གྱི་མཛད་སྒོ་ཐེངས་གསུམ་པ་དེ་གནང་ཡོད་པ། འདི་རུ་རྫོང་དང་སྡེ་ཁག་སྔོག་འདོན་གྱི་གནས་ཚུལ་ཕྱི་ལ་ཁྱབ་བསྒྲགས་བྱས་པའི་ནང་ཉེ་བར་བོད་མི་སུམ་ཅུ་ཙམ་ཞིག་དོ་དམ་འཛིན་བཟུང་བྱས་ཡོད་པ། དཔལ་ལྡན་རྣམ་རྒྱལ་གྲྭ་ཚང་དུ། པའི་དུས་ཀྱི་འཁོར་ལོའི་བགྲོ་གླེང་དང་པོ་དེ་ཚུགས་ཡོད་པའི་སྐོར་དང་ཨི་རན་དང་ཡོ་རོབ་མཐུན་ཚོགས་ནས་ཨི་རན་གྱི་རྡུལ་ཕྲན་ལས་ཆ་མཐའི་གྱི་རྒྱལ་སྤྱིའི་གྲོས་མཐུན་དུ་སྐྱོབ་ཐབས་བྱེད་ཀྱི་ཡོད་པ། མ་ལེ་ཤི་ཡུལ་གྱི་ཆབ་སྲིད་གནས་སྟངས་ལ་འགྱུར་ལྡོག་ཆེན་པོ་ཞིག་ཡོང་གི་ཡོད་པ། ཀི་ཤ་ཡུལ་གྲུ་ཨིས་རལ་དང་པེ་ལེ་སི་གཉིས་ཀྱི་དཀའ་རྙོག་དེ་ཆེ་རུ་འགྲོ་གི་ཡོད་པ་སོགས་སྙན་སྒྲོན་ཞུ་ཡ་ཡོད། དང་པོ་དེ་ཡང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་རིགས་དབྱེ་འབྱེད་རྩ་མེད་ཐད་ཀྱི་ལས་དོན་ལྷན་ཁང་གི་ལོ་རེའི་ཚོགས་ཆེན་ནང། བལ་ཡུལ་གཞུང་ནས། བོད་པ་དང་འབྲུག་པ་སྐྱབས་བཅོལ་བ་ཚོར་ཁྲིམས་ཐོག་ཡིག་ཆ་མ་སྤྲད་པ་སོགས་མི་རིགས་དབྱེ་འབྱེད་ཚབས་ཆེ་བྱེད་ཀྱི་ཡོད་པའི་སྐོར་བློ་འཚབ་ཆེན་པོ་ཡོད་པའི་སྐོར་གྱི་སྙན་ཐོ་ཞིག་འདོན་ཡོད་པ་སོགས་ཀྱི་སྐོར་སུད་སི་ནང་དཔྱད་ཞུགས་སྐུ་ཚབ་དོན་གཅོད་ཁང་དུ་ཡོད་པ། རྒྱལ་ཚོགས་ཀྱི་འབྲེལ་མཐུད་པ་སྐུ་ཤ་ཟླ་བ་ཚུལ་ཁྲིམས་ལགས་ལ་པ་སངས་དབྱངས་སྐྱིད་ལགས་ནས་བཅར་འདྲི་ཞུས་པ་འདི་གསན་རོགས་གནང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་རིགས་དབྱེ་འབྱེད་རྩ་མེད་ཐད་ཀྱི་ལས་དོན་ལྷན་ཁང་གི་ལོ་འཁོར་ཚོགས་ཆེན་དེ་སྤྱི་ཟླ་བཞི་པའི་ཚེས་པ་ཉི་ཤུ་གསུམ་ནས་སྤྱི་ཟླ་ལྔ་པའི་ཚེས་བཅུ་གཅིག་བར་སུད་གྲོང་ཁྱེར་ཇི་ནི་ཝར་ནང་ཚོགས་ཡོད་པ་དང། ད་ལོའི་ཚོགས་ཆེན་དེའི་རིང་འཛམ་གླིང་གི་ནང་མི་རིགས་དབྱེ་འབྱེད་ཀྱི་གནས་སྟངས་ཚབས་ཆེ་བའི་རྒྱལ་ཁབ་ཁག་ཅིག་གི་བྱེད་ཕྱོགས་ལ་བསྐྱར་ཞིབ་གནང་ཡོད་པ་དེའི་ནང་བལ་ཡུལ་དང་མཱོ་རི་ཐའེ་ནི་ཡ། ཁེར་གྷི་སི་ཐན་དང་ཕེ་རུ་དང་སའུ་ཏི་ཨ་ར་བྷི་ཡ་དང་སུའུ་ཏན་སོགས་ཡོད་པ་རེད། ཇི་ནི་ཝ་ན་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ནས་རྒྱལ་ཚོགས་ཀྱི་མི་རིགས་དབྱེ་འབྱེད་རྩ་མེད་ཐད་ཀྱི་ལས་དོན་ལྷན་ཁང་དེ་ལོ་འཁོར་ཚོགས་ཆེན་གྱི་རིང་བསྐྱར་ཞིབ་གནང་པའི་རྒྱལ་ཁབ་ཀྱི་ནང་ནས་བོད་དང་འབྲེལ་བ་ཡོད་པའི་བལ་ཡུལ་གྱི་མི་རིགས་དབྱེ་འབྱེད་ཀྱི་གནད་དོན་ཐད་ལ་བསྐྱར་ཞིབ་གནང་པའི་སྐོར་གསར་འགྱུར་ཟུར་དུ་བཀོད་གནང་འདུག་པས་ང་ཚོས་དེ་ནས་སུད་སི་སྐུ་ཚབ་དོན་གཅོད་ཁང་གི་རྒྱལ་ཚོགས་ཀྱི་འབྲེལ་མཐུད་པ་ཟླ་བ་ཚུལ་ཁྲིམས་ལགས་ལ་བཅར་འདྲི་ཁག་ཅིག་ཞུ་གིན་ཟླ་བ་ལ་དང་པོ་འདི་ལ་རྒྱལ་ཚོགས་ཀྱི་ལས་དོན་ཚོགས་ཆུང་འདིས་བལ་ཡུལ་ནང་གི་མི་རིགས་དབྱེ་འབྱེད་ཀྱི་གནད་དོན་ཐད་ལ་དཔྱད་ཞིབ་གནང་པའི་ཆེད་གར་གར་བཀོད་ཡོད་ན། ད་ལྟ་འདི་ལས་དོན་ཚོགས་ཆུང་འདིའི་ཐོག་ནས་ཨ་ནེ་མཐའ་མེད་ཀྱི་མཇུག་སྡོམ་གྱི་འདི་ནང་ལ་ཡ་ག་རེ་གསུངས་བཞག་ཞུས་པ་ཡིན་ན། ཨ་ནི། བལ་ཡུལ་ནང་ལ་ཡོད་པའི་ང་ཚོ་བོད་པའི་གི་ཨ་ནི་སྐྱབས་བཅོལ་བ་ད་ག་ནང་བཞིན་གྱི་འབྲུག་གི་སྐྱབས་བཅོལ་བ་ཁག་ཅིག་ཡོད་རེད་དེ་གའི་ཚོ་ལ་ཡ་ཨ་ནི་ཅིག་གི་ལག་ཁྱེར་དང་ཨ་ནི་སྡོད་གནས་ཆོག་པའི་གི་ཨ་ནི་ཡིག་ཆ་དེ་འདྲའི་སྤྲད་གི་མེད་པ་དང་དེ་འདྲའི་ཐོག་ནས་མི་རིགས་དབྱེ་འབྱེད་བྱེད་ཀྱི་ཡོད་པ་ད་ག་ནང་བཞིན་གྱི་ཁག་ཅིག་ཕ་ཨ་ནི་ཡིག་ཆ་བརྟན་པོ་མེད་པའི་རྐྱེན་གྱིས་ཨ་ནི་ཕྱིར་ལོག་བྱེད་ཀྱི་ཡོད་པའི་གི་དེའི་དཀའ་ངལ་ཐོག་ལ་ཡ་བཀོད་གནང་ཞག་ཞུ་ཡ་ཡིན་ལོ། བློ་གཟུ་བདག་གཟུ་འགྲིམ་ལ་ཨང་འདི་ནས་བ་ཡུལ་ནས་སྤྱིར་བཏང་ལྟ་ཕྱིའི་རྒྱལ་ཁབ་ཀྱི་སྐྱབས་བཅོལ་བ་ལ་ཡང་གཟིགས་སྐྱོང་གནང་དགོས་ཀྱི་ཡོད་པ་འདི་འདྲས་འཁོད་འདུག་བྱས་ཙང་བ་ཡུལ་ནང་གི་བོད་པ་ཚོ་ལ་བ་ཡུལ་གཞུང་ནས་མཐོང་དང་སྲུང་སྐྱོབ་ག་འདྲ་ག་འདྲ་འདྲ་ཅིག་གནང་དགོས་ཀྱི་རེད་རྒྱལ་ཚོགས་ཀྱི་འགྲོ་སྟངས་བྱས་པས་ན། གཙོ་བོ་བྱས་པས་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨ་ནེ་ཁོ་རང་ཚོ་གི་རྩ་ཁྲིམས་གཞི་བཟུང་གི་ཆ་ནས་བ་ཡུལ་གྱི་ངོས་ནས་ད་ཅིག་སོ་སོའི་གི་རྒྱལ་ཁབ་ནང་ལ་དེ་གཏན་སྡོད་བྱེད་པའི་གི་སྐྱབས་བཅོལ་བ་སུ་འདྲ་ཞིག་ཡིན་པ་ན་འདི་ལ་ཡང་ཨ་ནེ་ཡིག་ཆ་སྤྲད་དགོས། གཏན་སྡོད་ཆོག་པའི་གི་ཡིག་ཆ་དང་དེ་ཚོ་སྤྲད་དགོས་སྐོར་ཏེ། འདི་ཡི་སྤྲད་ཀྱི་མེད་པའི་གི་དཀའ་ངལ་འདི་ལ་གཞི་བཞག་ནས་ཨ་ནེ་ད་ལྟ་ལས་དོན་ཚོགས་ཆུང་འདི་གི་ཐོག་ནས་ཨ་ནེ་མི་རིགས་དབྱེ་འབྱེད་གི་བྱེད་ཀྱི་ཡོད་པའི་གི་འདི་གི་ཐོག་ནས་ཨ་ནེ་དཀའ་ངལ་འདི་ལ་དོ་ཞིན་གསལ་གནང་བཞག་ཟེར་འཛིན་ཞུ་ཡ་ཡིན་རྩ་བའི། དེས་ད་ལྟ་སྙན་ཐོ་འདི་ཁོ་རང་ནང་ལ་གཟིགས་པ་ཡིན་ན་གསལ་བོ་བྲིས་གནང་ཤག་ཨནི་བ་ཡུལ་ཁོ་རང་སྤྱིར་བཏང་ནས་ད་རྒྱལ་ཁབ་བྱུང་རྒྱུ་ཡིན་པ་གང་ཞིག་ལ་བལ་རྒྱལ་ཁབ་ཀྱི་ཨནི་དཔལ་འབྱོར་རེད་གང་ཅིའི་ཐོག་ནས་གནས་སྟངས་ཀྱི་ཐོག་ནས་ད་ཅིག་སྐྱབས་བཅོལ་དེ་གི་དེ་ལས་མཐུན་རྐྱེན་ཨནི་ལུང་པ་གཞན་དག་དང་གཅིག་མཚུངས་ཀྱི་འདུ་བྱེད་ནས་སྤྲད་མ་ཐུབ་པའི་གི་དེ་འདྲའི་དཀའ་ངལ་ཡོད་པ་དེ་ལ་ཡ་ཧ་གོ་དགོས་ཀྱི་ཡོད་ཡིན་པ་ཡིན་ན་ལྷག་པར་དུ་ད་ལྟ་ང་ཚོ་བོད་བོད་མི་རིགས་དང་ཨནི་འབྲུག་མི་རིགས་ཀྱི་དེ་ཚོ་ལ་སྐྱབས་བཅོལ་དེ་ཚོ་ལ་ཡ་ཨ་ནེ་གཏན་སྡོད་ཆོས་འཕེལ་གྱི་ཡིག་ཆ་ཙམ་ཡང་མ་སྤྲད་པར་གང་ཞིག་ལ་ཁ་ཤས་ཨ་ནེ་ཕྱིར་ལོག་བྱེད་ཀྱི་ཡོད་པ། དེ་བཞིན་ན་བོད་བར་གྲོགས་པོ་ཡིན་པ་ན་ད་བར་གྱི་རྒྱ་ནག་གཞུང་ལ་ཡང་བརྩི་བས་རྩིས་སྤྲོད་བྱེད་ཀྱི་ཡོད་པ་རེད་དཀའ་ངལ་དེ་འདྲའི་གི་ཐོག་ནས་ཨ་ནེ་ཁོ་རང་ཚོར་སེམས་འཚབ་ཡོད་ཟེར་འདི་ཁོའི་ནང་བཞག་ཟེར་འདི་ཤོད་ཡ་ཡིན་ལོ། ལོ་སོ་དོག་ལ་ཨ་ནེ་རྒྱལ་ཚོགས་ཀྱི་ལས་དོན་ལྷན་ཁང་དེ་ནས་ད་བལ་ཡུལ་གྱི་གནང་ཕྱོགས་དེ་ཚོ་ལ་གཞིགས་པས་བལ་ཡུལ་གཞུང་ལ་བར་འབུད་སྐུལ་འདྲ་བོ་ད་ག་ར་ག་ར་གནང་ཡོད་ན་བོད་པ་དང་འབྲུག་པའི་སྐྱབས་བཅོལ་བ་དེ་ཚོ་སྲུང་སྐྱོབ་ཀྱི་ཐད་ལ། ད་ག་རང་རེད་ད་ད་ལྟ་དེ་ཁོ་ཚོ་ལས་དོན་ཚོགས་ཆུང་མི་རིགས་དབྱེ་འབྱེད་ཀྱི་ལས་དོན་ཚོགས་ཆུང་གི་མཁས་དབང་ཁོ་རང་ཚོས་ཀྱི་ད་ལྟ་བཏོན་གནང་བའི་སྙན་ཐོ་དེ་ཤེས་གསུང་བྱས་པ་ཡིན་ན། མ་འོངས་ད་བོད་ཕ་ཡུལ་ནང་ལ་གནས་པའི་ཀྱི་ད་བོད་པ་ཚོ་ལ་ཡང་གཏན་སྡོད་ཆོག་པའི་ཀྱི་ད་ཡིག་ཆ་ད་ད་སྐྱབས་བཅོལ་ཡིག་ཆ་སྤྲད་དགོས་ཡ་དང་དེ་འདྲ་ཅིག་ཆགས་བསྡད་ཀྱི་འདུག་དེ་ཡིན་པས་ན་འདི་དཔེ་དཀའ་ངལ་ཆེན་པོ་རེད་བསམ་གྱི་འདུག་ག་ཟེར་ན་འདི་བལ་ཡུལ་འདི་དང་རྒྱ་ནག་གཞུང་གི་གནོན་ཤུགས་འོག་ལ་བསྡད་དུས་དུས་ཙམ་བབས་པས་རྗེས་བལ་བ་དེ་ཚོ་ལ་མུ་མཐུད་ནས་དཀའ་ངལ་འཕྲད་ཡས་དེ་རང་གཤིས་ཅིག་ཆགས་བསྡད་ཀྱི་འདུག་ཡིན་པས་ན་ད་གང་ཆེ་ང་ཚོ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ་མི་རིགས་དབྱེ་འབྱེད་ཀྱི་གནད་ཀྱི་ཁེ་དབང་ཁོ་རང་ཚོས་ཀྱི་ད་ལྟ་བཏོན་ཤག་བས་ཀྱི་སྙན་ཐོ་འདི་ལ་གཞིགས་པ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་རྩ་ཁྲིམས་གཞི་བཟུང་གི་རྒྱལ་ཁབ་ཅིག་ཡིན་པའི་ཆ་ནས། དེའི་ནང་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་ཅིག་ཡིན་པའི་ཆ་ནས་རྩ་ཁྲིམས་གཞི་བཟུང་གི་སོ་སོའི་རྒྱལ་ཁབ་ནང་ལ་ཡང་རྩ་ཁྲིམས་དེ་གའི་དེ་ལག་བསྟར་བྱེད་དགོས་ཡ་གི་དོགས་ཞེན་འབོད་སྐུལ་གནང་བཞག་སྟེ། མ་འོངས་པ་ད་ལྟ་རྒྱུ་རུ་བ་ཁོ་རང་ཚོ་ད་རྒྱལ་ཁབ་ཀྱི་ངོས་ནས་ག་འདྲའི་ལག་ལེན་བསྟར་གྱི་འདུག་མི་འདུག་དེ་ང་ཚོས་རིམ་པས་བལྟ་བཅུག་རེས་ཞེ་འདི་ཤོད་ལོང། ནོར་སོ་ད་ཕ་ཡུལ་ན་ཆ་བཞག་པ་ཡིན་ན་བོད་པ་མང་པོ་ཅིག་ད་ལོ་བཅུ་གྲངས་མང་པོ་བལ་ཡུལ་ན་ལ་ཡ་བསྡད་ཚར་བ་དང་ཐ་ན་སྤུ་གུ་མང་པོ་ཅིག་བལ་ཡུལ་ན་ལ་སྐྱེས་པ་ཡིན་མིན་ཁོང་ཚོ་ལས་སྐྱབས་བཅོལ་བའི་ཐོབ་ཐང་དང་སྐྱབས་བཅོལ་བའི་ལག་འཁྱེར་སོགས་ཡིག་ཆ་ལ་སོགས་པ་རྩ་བ་ནས་མེད་པའི་གནས་སྟངས་ཆགས་ཡོད་ས་རེད་རེད་བ་ན། ལ་རེད་ད་ཐག་རག་རེད་ད་ང་ཚོ་བོད་པ་སྙན་མ་དེ་བ་ད་དགུ་བཅུ་གོ་གྲངས་ནང་ལ་ཡ་ཐེངས་མ་གཅིག་རང་གཅིག་ད་སྐྱབས་བཅོལ་ཡིག་ཆ་ཁ་གཅིག་ལ་རག་བ་དེ་འདྲས་ཡོད་རེད་དེ་གས་དེ་ད་ལྟ་ཨ་ནི་དུས་ཚོད་བེད་རྫོགས་བྱས་ནས་ད་དེ་བསྐྱར་བཟོ་དུ་བ་བྱས་འདུག་ལྷག་བསྡད་ཡོད་རེད་ཨ་ནི་ཕྱིས་སུ་དེ་གས་དེ་ད་ཡིག་ཆ་མེད་བ་བྱས་ནས་ད་ཁྲིམས་འགལ་རང་ཚོ་ནས་བསྡད་བསྡད་ཡོད་རེད་ཨ་ནི་ད་བ་ཡུལ་ནང་ལ་ཡ་གཅིག་གས་སོ་སོའི་གས་སྨྲ་བརྗོད་རང་དབང་ཙམ་ཡང་མེད་པའི་ཀའི་ཐོག་ཞིག་ནས་བལ་ཡུལ་ད་བོད་ནང་གི་གནས་སྟངས་དང་གཅིག་པ་ཤིན་ཅང་བཅས་ནས་བལ་ཡུལ་ནང་ལ་ད་བོད་པ་དེ་ཚོ་ཐོག་ཞིག་གནས་བསྡད་ཡོད་རེད་ཟེར་འདི་ཤོད་ཡ་ལ། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་རིགས་དབྱེ་འབྱེད་རྩ་མེད་ཐད་ཀྱི་ལས་དོན་ལྷན་ཁང་གི་ལོ་འཁོར་ཚོགས་ཆེན་དེ་ནས་ད་རེས་སྐྱབས་བཞེས་གནང་པའི་བལ་ཡུལ་ཚུད་པའི་རྒྱལ་ཁབ་ཁག་ནས་རྒྱལ་ཚོགས་ཀྱི་རྩ་ཁྲིམས་གཞིར་བཟུང་སྟེ་མི་རིགས་དབྱེ་འབྱེད་རྩ་མེད་ཀྱི་ཐད་ལ་ནུས་པ་འདོན་དགོས་པ་དང་དེ་བཞིན་སྐྱབས་བཅོལ་བ་སྲུང་སྐྱོབ་ཀྱི་ཐད་ལ་དོ་སྣང་དགོས་པ་སོགས་ཀྱི་འབོད་སྐུལ་གནང་ཡོད་པ་རེད།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས Voice of America ཡི་རྒྱང་སྲིང་ལུང་རིགས་ཁང་ཡིན། རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལུར་ནང་རྟེན་གཞི་བྱས་པ་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་འདི་དེ་སྔ་སྤྱི་ལོ་ཉིས་སྟོང་བརྒྱ་མེད་བརྒྱད་ལོར་ཐོག་མར་རྩ་འཛུགས་གནང་ཡོད་པ་ལྟར་ད་ལའི་ཕྱི་ཚེས་བཅུ་བཞི་ཉིན་ལ་བ་མཐའ་སོན་གྱི་མཛད་སྒོ་ཐེངས་མ་གསུམ་པ་དེ་གནང་ཡོད་པ་རེད། འདིའི་སྐོར། མཐོ་རིམ་སློབ་གཉེར་ཁང་གི་འགན་འཛིན་བུ་མོ་ཚེ་རིང་ལགས་སུ་གནས་འདྲི་ཞུས་པ་འདི་གསན་རོགས་གནང། སློབ་སྤྱི། བི་ཚེ་ལགས། སྐུ་ཁམས་བཟང། ཧལ་ལོ། སྐུ་ཁམས་བཟང། ཚེ་བརྟན་ལགས། ལོ་རེ་ཚེ་གོང་ས་མཆོག་གིས་མཚན་ཐོག་ཡོད་པ་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་ད་ལན་གླ་པ་མཐར་སོན་གྱི་མཛད་སྒོ་ཐེངས་མ་གསུམ་པ་དེ་གེ་སར་ཕྱི་ཚེས་བཅུ་བཞི་ཉིན་མོ་གནང་འདུག་བྱས་ཙང་ཨ་ཐེངས་འདིའི་ཡ་ནི་གླ་པ་མཐར་སོན་བྱུང་བ་སློབ་ཕྲུག་ག་ཚོད་བརྩི་ཡོད་རེད། ད་ལོ་གླ་པ་མཐར་སོན་སློབ་ཕྲུག་བདུན་ཅུ་ཐམ་པ་ཡོད། ཉེ་བའི་རིག་གནས་རང་བྱམས་པར་བ་སྤྱི་ཡོངས་ཀྱི་སྤྱི་བཏང་གི་འདི་ན་ལི་ཡ་སློབ་མ་སུམ་ཅུ་བྱས།

ང་ཚོས་མིང་ཆད་ཡིན་ནས་ངོས་འཛིན་གནང་མཁན་དེ་མ་ཤོར་གཙུག་ལག་སློབ་གྲྭ་ཆར་བར་བལ། ནོར་ལེ་སི། ཨ་ནི། ཅིག་བིས་ཚི་ལ་ཡིན་ན་ད་དེ་རྒྱུན་རིང་པོ་ཞུ་ཆ་ལས་གནང་རེད་ད་དེ་རིང་ལབ་པ་ད་སོན་མཛད་སྒོ་དེ་ཐེངས་གསུམ་པ་འདི་ཆགས་ན་འདུས་ང་ནང་ཚོ་ཅིག་ད་སྐུ་ལས་ཞུ་ཅིག་སྐྱོན་ཚང་འདི་ཐུགས་ལ། འཚོ་བ་ར་ཅིག་གར་ཡོང་གི་འདུག་ལ་དེ་འདྲའི། སྤུ་གུ་མང་པོ་ཅིག་ཐོན་འགྲོ་དུས།

བསླབ་གཞི་དང་དེ་གའི་ཚང་མའི་སྒང་ལ་ཨ་ནི་འཕར་མ་ལྟར་དེ་ང་ཚོའི་མཐོ་སློབ་དེའི་ནང་ལ་ཡང་རང་བདེན་རིག་པའི་ཨ་ནི་ལྟ་གྲུབ་ཀྱི་ང་ཚོ་སློབ་སྦྱོང་སྤྲད་ཐུབ་བོ་རེད་དེ་ནང་བཞིན་ཆོས་ལུགས་དང་འབྲེལ་བ་མེད་པ་ཀྱི་ཨ་ནི་བཟང་སྤྱོད་ཀྱི་བསླབ་གཞི་ཁྲིད་ཐུབ་བོ་རེད། ནས་མ་བྱ་འདི་དེ་ལས་ལྷག་ཅིག་བྱེད་དགོས་པས་ཀྱི་ངོ་བོ་མཚོན་པ་ཅིག་སྟོན་ཐུབ་པ་དེ་ད་ང་ཚོས་གལ་ཆེ་ཆེན་པོ་ཅིག་ཡིན་བསམ་གྱི་ཡོད་སླའོ།

ཁ་སོ་རེད། ཨིན་ཇི་ནང་ཞུགས་ཡིན་ན་ཨེམ་ཨེ། འགོ་བཙུགས་ཡས་རེད། ཨན་དེ་མཉམ་འདུག་ལ་ཡག་ད་ལྟ་འབུམ་རམས་པ་བྱང་ཡས་དེ་ང་ཚོ་ད་ལོ་ནས་འགོ་བཙུགས་ཡོད་རེད། རིམ་པས་རིམ་པས་ཨ་ནི། ཁ་སོ་རེད་ལབ་ཤིག་གསར་པ་གསར་པ་དེ་འདྲས། རེད་རེད་རེད་ཨ་ནི་ལོ་ད་ཀླུ་ཐུ་ཡས་ཀྱི་འབད་བརྩོན་ཞུ་གི་ཡོད་ལ། ཨ་ལས་འདི་གསུང་དུས་ཙ་ནས་ད་ལྟ་བར་དུ་མེད་སོ་གཙུག་ལག་སློབ་གྲྭའི་གི་ཁྱབ་ཁུང་འོག་ལ་ཡོད་རེད། ལག་ཁྱེར་ཡིན་ནས་ངོས་འཛིན་དེ་ཁོ་ན་ཚོའི་དེ་ནས་ཡོད་རེད་ད་མ་འོངས་པ་ལ། ཡང་སྦེང་ལོར་གཙུག་ལག་སློབ་གྲྭ། ཕྱོགས་ནས་ཡང་དག་ནང་བཞིན་ངོས་འཛིན་ཐུབ་གི་རེད་འདི་གསུང་གི་ཡོད་རེད། ལ་རེད་ལ་རེད། ད་འདི་རེད། རྒྱ་གར་ལ University Grant Commission ཟེར་བྱས་པ UGC། ནང། སྲིད་ཇུས་འདི་ག་རེ་རེད་དོ་ཞུས་ན། རྒྱ་གར་ནང་ལ་ཡང་གཙུག་ལག་སློབ་གྲྭ་འདི་གའི་གིས་སུ་སུ་གི་ཁྱབ་ཁོངས་ཀྱི་ནང་ལ་མ་གཏོགས་ཨ་ནེ་ཆི་ལི་ཡ་མང་པོ་ཅིག་འཛུགས་སྐྲུན་སྤེལ་ཆོག་གི་མེད་ཟེར་གི་རེད་བཞག་ད་འདི་ཟེར་དུས་ང་ཚོ་སྦེང་ལོར་གཙུག་ལག་སློབ་གྲྭ་གི་ཁྱབ་ཁོངས་གླེང་གི་འདུག་བ། མཱི་སུར་གཙུག་ལག་སློབ་གྲྭའི་ནང་དེ་རྗེས་ཇི་ཆགས་པའི་སློབ་མ་དེ་གས་མུ་མཐུད་ནས་ད་མཱི་སུར་གཙུག་ལག་སློབ་གྲྭ་རང་ནས་མ་མཐར་སོན་པར་བྱེད་དགོས་རེད་བ། ད་ད་ལོ་གསར་པ་འཛུལ་ངེས་དེ་ཚོ་ཆ་ཚང་ད་ང་ཚོ་སྦེང་ལོར University བ་ལ་ཆ་ཚང་དེབ་སྐྱེལ་ཞུ་ཐུབ་སོང་ཚང་མ Bangalore University ཁོང་དུ་སླེབས་བ་རེད། ད་དེ་ཚོས་དུས་སྙན་མག་གི་ཚད་གཞི་ལས་ཅི་ཡག་རུ་ཕྱིན་པ་རེད་རོལ། རེད་ཐག་ཉེ་རུ་ཕྱིན་པ་རེད་བ། ཨ་མདོ་སོང་བའི་ག་ལ་གང་འཚམ་ཆུང་བ་འདུག་ཨ་འདི་ཨ་ནུ་ཁོ་རང་ཚོའི་ས་ཁོངས་ཁྱབ་ཁོངས་འོག་ལ་ཡིན་པ་དེ་གས་ལ་ཡ། ཆུང་བ་དང་སོ་སོ་གི་ཁྱབ་ཁོངས་ཀྱི་ཕྱི་ལ་ཡིན་ན་ཆེ་བ་དུ་བ་ལ། ད་ལོ་ང་ཚོ་ཨན་ད་བེང་ལོར University གི་ཁྱབ་ཁོངས་ལ་ཡིན་དུས་ཙམ་པ་ཨ་མེས་འགྲོ་སོང་དེ་གའི་ཏན་ཏན་ཁྱད་པར་བཟོ་གི་རེད། དེ་པེ་ན་ད་ས་སི་བཙན་བྱོལ་སྒྲིག་འཛུགས་ཀྱི་རྩིས་ཞིབ་ལྷན་ཁང་ནས་རྩིས་ཞིབ་གནང་པའི་སྐབས་ལ་ཡ་ང་ཚོ་ལོ་གསུམ་ལ་ཡ་མཱི་སོ་ཙུག་ལ་སློབ་གྲྭའི་བོད་པ་ཚོ་ལ་ཡ་གཏན་འབེབས་གནང་བཞག་པ་དང་ང་ཚོ་དངོས་སུ་ཕུལ་བ་དེ་ལོ་གསུམ་ནང་ལ་ཡ་མཁས་པ་རྒྱ་གར་སྒོར་མོ་སྐོར་རོར་གཅིག་དང་འབུམ་བཅུ་བཞི་ལྷག་ཙིག་གི་མཁས་པ་ཟུར་བཞག་གིས་སི་ཏུ་ཙམ་པ་དེ་ག་ཚོད་ཅིག་གིས་ང་ཚོ་འགྲོ་སོང་བཏང་མི་འོ་བས་བྱུང་ཡོད་རེད། ད་ད་ནི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་ལ་ཕེབས་མཁན་འདི་གས་ལ་ད་དེ་ཆ་ཡང་མང་པོ་ཅིག་བྱུང་ཤག་འདི་ནས་ཤིན་ཨ་ནི་ཅིག་རྒྱ་གར་གི་གཙུག་ལག་སློབ་གྲྭའི་ཁག་ནང་ལ་འཛུལ་ཞུགས་བྱེད་མཁན་འདི་གས་ལ་འདིའི་ཐོབ་ཐང་དེ་རག་གི་ཡོད་རེད། སྐབས་འདིའི་དངོས་མང་ཚང་མ་ཕྱི་རྒྱལ་ཁབ་སར་སློབ་ཕྲུག་ནང་བཞིན་ཕུད་འགོག་ཏུ་བ་བོད་པ་ཡོད་དོ་ཅོག་ལ་ཡ་བྱེད་ས་ད་ང་ཚོ་ལ་འདི་བྱུང་བ་ཙམ་མ་ཟད་ད་ལོ་གསུམ་ཚེ་ང་ཚོར་འདི་རག་བསྡད་པ་རེད་ད་འདི་ཉམས་རྟོགས་ལ་ཡ་ཨ་ནི་ང་ཚོ་བོད་ཕྲུག་གཞོན་སྐྱེས་ཡོད་དོ་ཅོག་ལ་ཡ་ཨ་ནི་སློབ་ཡོན་འདི་དགོངས་བཞེས་གནང་འགོག་འདུ་ཤིས་བྱས་ཞུས་བྱས་ཁོ་ཚོ་ལ་ཡ། ཨ་ཁོ་ཚོ་ལ་ཡར་ཕུལ་ཨ་ནི་ཁོ་ཚོར་འདི་གའི་ཆ་ཚང་ཞུ་དག་བཏང་རྗེས་ཨ་ནི་ཁོ་ཚོའི་གི་རེ་སྙིང་སྤྱི་ཟླ་བདུན་པ་ནས་འཆི་རྗེས་ཨ་ནི་ཁོ་ན་ཚོ་གི་ད་རེས་གི་མཐོ་སློབ་ལ་འཇུག་ངེས་སློབ་མ་འདི་གའི་ལ་ཡར་ཨ་ང་ཚོ་གི་སྐྱབས་བཅོལ་གི་ལག་དེབ་ཡོད་པ་འདི་གའི་ཆ་ཚང་ལ་ཡར་ཨ་ནི་ཀ་ན་ད་ག་གཞུང་གི་ཀ་ན་ད་ཡུལ་མི་དང་གཅིག་པ་ཨ་ནི་སློབ་ཡོན་བཞག་གོ་ཡོད་ཟེར་ཏེ་གཏན་འབེབས་བྱུང་བ་རེད། ད་འདི་ང་ཚོའི་མཐོ་སློབ་ང་རང་ཚོ་ལ་ཆང་ཡ་རག་པ་ཙམ་མེད་པར་ད་ང་རང་ཚོ་བོད་ཕྲུག་ཡོད་དོ་ཅོག་ལ་ཡ་རག་ཡ་འདི་ཡག་པོ་ཞིག་བྱུང་སོང་བསམ་གི་ཡོད། ལོ་ལེགས། ཨ་ནེ་ཁྱེད་ཚང་ང་ནང་ཚོའི་བསླབ་པ་མཐར་སོན་གྱི་མཛད་སྒོ་དེ་ལས་སྐུ་མགྲོན་གཙོ་བོ་སུ་གདན་འདྲེན་ཞུས་གནང་ཡིན་ན། སྐུ་མགྲོན་གཙོ་བོ་མ་ཤོར་གཙུག་ལག་སློབ་གྲྭའི་གི་ཉེ་བའི་རིགས་བདག་ཆེན་པོ་དེ་ད་ལྟ་ཁྱུར་ཚབ་རེད་ཁོ་རང་ཁོ་རང་གདན་འདྲེན་ཞུས་པ་ཡིན། ཡིན་ནས་ཁོ་རང་གཉིས་མ་ནས་རང་འབྲེལ་བ་ཆེན་པོ་ཡོད་རེད་རེད་བ་ལ། ཨེའོ་ངོ་མ་ནས་འབྲེལ་བ་ཆེན་པོ་ཞིག་ཡོད་རེད་ད་ལྟ་ཉེ་བའི་རིགས་ད་ཆེན་མོ Professor རང་ཁ་པ་ཁོ་རང་གིས་ཉིས་སྟོང་བཅོ་གསུམ་གྱི་སྤྱི་ཟླ་དང་པོ་དེ་བ་ལ་ཡ་ཁོ་རང་མཇལ་འབྲེལ་ཞུ་དུས་བསམ་པ་ཁོ་རང་བོད་པའི་གི་བོད་ཁ་སོ་རེད་དེ་ལ་ཡ་དབྱིངས་ཞི་དྲག་འདུག་རྒྱབ་སྐྱོར་ཤུགས་ཆེན་པོ་གནང་སོང་དེ་བྱིན་ནས་ནི། ཟླ་བ་རང་ཁོ་རང་ཕེབས་ཚར་ཟིན་ཟླ་བ་གཉིས་ཡས་མས་གཅིག་ནང་ལ་ཡ་ཨ་ནི་ང་ཚོ་དེ་ཆ་རྐྱེན་ཚང་མ་ཚང་གི་འདུག་བས་མི་འདུག་བས་དེའི་གཟི་ག་ཅིག་ནམ་ཚང་བཏང་ན་ཨ་ནི་སྤྱི་ཟླ་བཞི་པའི་ནང་ལ་ཨ་ནི་ང་ཚོ་ངོས་འཛིན་འདུག་ཐོག་བཅས་བརྒྱད་པའི་ནང་ལ་ཡ་ད་མཱི་སུ་གཙུག་ལག་སློབ་གྲྭའི་གི་ཁུངས་གཏོགས་ནས་ང་ཚོ་སློབ་གོ་བཙུགས་པའི་སྐབས་ལ་ཡ་ཨ་ནི་མཛད་སྒོ་དེ་ལ་ཡ་སྐུ་མགྲོན་གཙོ་བོ་ཁོ་རང་ཕེབས་པ་རེད། ཨ་ནི་དེ་ནས་བཞིན་ད་རིང་ད་ལོ་མང་པོ་རྗེས་ལ་དེ་ལ་ཡ་སྐུ་མགྲོན་གཙོ་བོ་བྱས་ནས་ཕེབས་དུས་ཛ་ནས་ད་ག་རེ་གསུང་གི་འདུག

ལས་བྱེད་ད་ང་ཚོ་དགེ་རྒན་སུམ་ཅུ་སོ་བཞི་ཚུད་ཡོད་རེད། ནོར་སྲིད། ཨ་ནི་ཡ། སློབ་ཁྲིད་མ་གནང་མཁན་ལས་བྱེད་མང་པོ་ཡོད་པ་ད་ཁྱོན་བསྡོམས་ནས་ཕ་ཆེ་ལྔ་བཅུ་ང་གཉིས་ཡིན་པ་ཡོད། ལོ་ལེགས་སེ།
ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་འགན་འཛིན་བིས་ཚི་ལགས་ང་ཚོ་ལ་ཡ། ལར་བ་མཐའ་སོན་གྱི་མཛད་སྒོ་དང་འབྲེལ་བའི་ཐོག་ལ་བཀའ་མོལ་གནང་བར་ཐུགས་རྗེ་ཞུ་གི་ཡིན། ལ་སོ་དུ་ཆེ་ན་ལོ་སེ་ཆེ་དང་ལ། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཝོའི་སུ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། དེང་སྐབས་འཛམ་གླིང་གི་རྒྱལ་ཁབ་མང་པོའི་ནང་དབང་ཐང་ཆེ་བའི་སྲིད་དབང་སྒེར་གཅོད་ཀྱི་འགོ་ཁྲིད་མང་པོ་ཞིག་ལ་རྒྱལ་ཁ་ཐོབ་ཀྱི་ཡོད་འདུག་ན་ཡང་གཟའ་འཁོར་སྔོན་མ། ལྷོ་ཤར། ཨེ་ཤི་ཡའི་ཡུལ་གྲུ་མ་ལེ་ཤི་ཡའི་རྒྱལ་ཡོངས་འོས་འདེམས་ནང་ཡུལ་དེའི་དབང་ཤུགས་ཆེ་བའི་སྲིད་བློན་དེར་ཕམ་ཉེས་ཆེན་པོ་ཞིག་བྱུང་ཡོད་པ་རེད། འདིའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནང་ཐོན་པའི་གནས་ཚུལ་རྣམས་ཚེ་ཐའེ་ཝང་ཅུན་ལགས་ལ་ངོ་སྤྲོད་གནང་རོགས་གནང་ཞུ་རྒྱུ་ཡིན། ཚེ་ཐའེ་ཝང་ཅུན་ལགས་གཟའ་འཁོར་སྔོན་མ་མ་ལེ་ཤི་ཡའི་ནང་ལ་ཡ་ཝུན་ཏུའི་སྲིད་དོན་གྱི་འོས་འདེམས་བྱས་པའི་ནང་ལ་ཡ་ཆབ་སྲིད་ཀྱི་འདི་ནས་བྱེས་རྗེས་ཆབ་སྲིད་གནས་སྟངས་ལ་འགྱུར་བ་ཆེན་པོ་ཅིག་བྱུང་འདུག་ཨ་ཏི་ད་འདི་ཡི་ཤུགས་རྐྱེན་ག་འདྲ་རེད་ཅིག་བྱུང་ཡོད་རེད། རེད་ད་ཅིག་གི་མ་ཏང་ཅིག་གི་སྲིད་འཛིན་དང་སྲིད་བློན་གྱི་འོས་འདེམས་ས་དེ་ད་འཛམ་བུ་གླིང་གི་ག་ས་ག་ལ་ཡོང་སྐོར་དེ་ལས་ད་རིང་མ་ལེ་ཤི་ཡའི་ནཱ་ལོ་ལའི་ས་ཁོངས་ངོ་མ་ད་ད་འོ་དེ་ཡི་ཡིན་ན་ཚེ་བ་དགུའི་ཉིན་ག་དེ་ཡི་ཡིན་ན་སྲིད་བློན་གྱི་འོས་འདེམས་བྱས་པའི་སྐབས་རེད་ཡིན་ན། དེ་སྔའི་སྲིད་བློན་ན་ཇིབ་སི་ཉིད་དེ་ཁོ་རང་ལ་ཡར་ཕམ་ཉེས་ཆེན་པོ་ཞི་བ་བྱུང་རྗེས་ཡིན་ན་སྲིད་བློན་གསར་པ་ཞིག་བསྐོས་པ་རེད། ད་ལྟའི་གནས་ཚུལ་ཆེན་པོ་ཞི་བ་ཆགས་རྗེས་ཡང་ན་ཉིན་མ་ཁ་ཤས་ཕྱིན་ཡིན་ནའི་འདི་ག་ཚོད་རེད་ཅིག་དོན་སྙིང་རེད་སོགས་རེད་དེ་མི་ཚང་མ་ལོག་གེ་རྩ་མུ་མཐུད་བྱས་བགྲོ་གླེང་བྱས་ལས་ཅི་རེད་བྱ། དེ་བྱེད་དགོས་ཡ་རྒྱུ་མཚན་གཙོ་བོ་གཅིག་ཡིན་ན་ད་ན་ཇིབ་སི་ཉིད་ཁོ་རང་ཡིན་ན་ད་ལོ་བཅུ་གྲངས་ཆེའི་རིང་བྷི་ཁེ་ཡ་མ་ལེ་ཤི་ཡ་གི་སྲིད་བློན་བྱས་པ་རེད་དེ་སྙེར་ཡ་སྲིད་བློན་གཞོན་པ་བྱས་པ་རེད་མ་ཚང་ཁོ་རནས་ཁོ་རང་དཔའ་བ་དང་ཁོ་རང་གི་ཨ་ཁུ་གཉིས་ཅར་ལོག་ཡིན་ན་མ་ལེ་ཤི་ཡ་གི་སྲིད་བློན་བྱས་མྱོས་པ་རེད་དེ་དང་ཏག་ཁོ་རང་ཕི་ཁའི་དབང་ཆ་ཟིམ་ཡག་གི་ད་དུས་ཚོད་དུ་རྒྱུད་རིང་པོ་ཞིབ་བྱས་མ་སོང་དབང་ཐང་དེ་ཚོ་ཆེན་པོ་ཨ་ལྷག་པར་དུ་ཏག་ཁ་རང་ཁོ་རང་གི་བཟའ་ཟླ་དང་གཉིས་ཁོ་གཉིས་མཉམ་དུ་བསྡོམས་པས་ཡིན་ན་ཨ་མདོ་བ་ལྐོག་ཟ་རུལ་སུང་བྱེད་ཡ་དང་ཨ་མདོ་བ་གསང་རྒྱུ་བརྒྱུད་ལམ་གྱི་ད་བྱེད་གི་ཡ། དབང་ཡོན་བཤད་བྱས་ཡིན་ན་སྐྱོན་བརྗོད་ཅིག་ཉལ་དུ་ཚུད་མེད་པ་བཟོ་ཡག་དང་ཨ་ནི་འདི་འདེགས་གསུམ་དེ་ད་བཞི་བཞི་སྐྱོན་བརྗོད་མང་པོ་བྱུང་བ་ཡིན་ན་ལས་ད་དབང་ཐང་ཆེན་པོ་བཞི་བ་བཤད་བྱས་བེ་ཡག་རྒྱབ་སྐྱོར་ཅིག་ཉལ་ཆེན་པོ་བཞི་བ་བཤད་བྱས་ད་འདི་པོ་འདུག་གོ་རྒྱུ་བཅས་རྒྱབ་ཐུག་ཡོད་མ་རེད་ལས་ད་ཡིན་ན་མཐའ་མ་དེ་ཡིན་ན་དེ་རིང་ཚེ་བོད་ཨ་ནི་དགུའི་ཉིན་འགའ་དེ་ད་གང་ལྟར་ཅིག་མི་དམངས་མང་པོ་ཅིག་ཤི་གས་ཡིན་ན་ཅིག་སྤྱི་ཚོགས་དྲ་ལམ་དུ་བརྒྱུད་འདི་འདེགས་མང་པོ་བྱས་བྱས་ཡིན་ན་གང་ལྟར་ཅིག་ད་རིང་གི་འོས་བསྡུ་འདི་ནང་ལོགས་ལ་ཡང་ཨ་ནི། ཅིག་ཁོ་རང་ཕམ་ཉེས་ཆེན་པོ་ཞིག་བྱུང་རྗེས། ཕམ་ཉེས་ཆེན་པོ་བྱུང་མ་ཟད་ཡིན་ན། གཟའ་པ་སངས་ཉིན་སྤེན་པའི་ཉིན་ག་དེ་ཡིན་ན་ཕམ་ཉེས་བྱུང་ཚར་ཟིག་ལ་ཡང། ཁོ་རང་དང་ཁོ་རང་བཟའ་ཟླ་དེ་ཡིན་ན་ཕྱི་རྒྱལ་ལ་ཡང་ན་ཚ་རྟགས་ཁ་དོད་སྨན་བཅོས་བྱེད་ཁག་དཀྲུག་གིན་ཟིན་དུས་གནམ་ཐང་ནས་བཀག་རྗེས་ད་ཕྱི་ལོག་ལས་འགྲོར་མ་བྱུང་བྱས་རྗེས་ཚོད་དཔག་བྱས་ན་ཕལ་ཆེན་མགྱོགས་གུ་གུ་ཉིན་གཉིས། གཟིམ་རྗེས་ཕལ་ཆེན་ད་གང་ལྟར་ཁྲིམས་བཤེར་བྱས་རྗེས་ཡིན་ན་ད་ཁོ་ཚོས་རྦད་དེ་དངུལ་བཟའ་ཡག་ལ་ད་སྒོར་མོ་ཐིམ་འབུམ་ཨ་མི་རི་ཀའི་རྡོ་བར་ཨ་ནི་ཁྲིམས་འཛིན་ལས་ཁུངས་ཁག་ཅིག་གིས་གསལ་བྱས་པ་ནི་ཕལ་ཆེར་ཐེངས་འབུམ་བཞི་བཅུ་ཕྱིན་ན་གཞུང་གི་ངོས་ནས་གསལ་ཡོད་རེད་ཅེས་ལབ་དགོས་པར་བྱས་ཙང་ད་ལྟའི་ཆེན་པོ་བཞི་བཅུ་ཆ་རྒྱུས་པ་འདི་ཨ་འདི་ད་ཅིག་མགོ་བཙུགས་པ་ཙམ་མ་གཏོགས་ཨ་ནི་ད་ཨ་འདི་ག་ཚོད་རེད་མཇུག་སྒྲིལ་མེད་པས་སོ་རེད་ཅེས་བྲིས་ཤག། ལོ་ལེགས་ད་ནི་བཞིན་ཐང་རིང་གི་གནས་ཚུལ་འདི་ལ་ཡང་ཅིག་དོ་སྣང་ཆེན་པོ་བྱེད་དགོས་ཡ་ད་ད་ནི་བཞིན་སྲིད་བློན་གསར་པ་སྐུ་ཞབས་མ་ཏིར་མོ་མ་མཆོག་གིས་ཅིག་འགྱུར་བ་འདི་འདྲའི་བཏང་དགོས་ཡག་གི་བློ་བཤེས་སོར་འཇོར་འདི་ག་འདྲ་བྱུང་ཡིན་ན། ད་ཅིག་མི་གང་ལོག་དོ་སྣང་བྱེད་དགོས་ཅིག་ངས་ད་གིན་ཁྱེད་རང་འདི་ན་དེ་ངོ་སྤྲོད་ན་ལོག་ལ་གསུངས་སོང་ད་རི་གས་སུ་དོག་པར་འཛམ་བུ་གླིང་ན་ལོག་ལ་ཡག་ཅིག་གི་མི་དབང་ཐང་ཆེན་པོ་ཡོད་མགྱོགས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ནས་ར་ཤེ་གི་ཕུ་ཏིན་ད་ཨ་ནི་དེ་ག་ཚོད་རེད་ཅིག་གི་ཏྲ་ཀི་གི་ཨར་ཏུ་ཝང་ད་ད་ད་བི་ཅིག་མི་དབང་ཐང་ཆེན་པོ་ཡོད་མགྱོགས་དེ་ཚོ་གང་ག་ལོག་དེ་ཚོ་ལ་ཡག་ཅིག་གི་རྒྱལ་ཁ་ཐོབ་དབང་ཆ་ཟིན། འདེད་བྱས་རྗེས་འདས་པའི་སྐབས་དང། ཡང་ཕྱོགས་གཞན་པ་ཅིག་ནས་ད་སྤྱི་ཚོགས་དྲ་ལམ་ས་དེ་གཅིག་བྱེད་དུས་མི་མང་ལ་ཡང་སྐད་ཆ་བཤད་ཐོབ་ཐང་སྤྲད་སྐོར་དུ་ཡིན། དེར་ཐོབ་ཐང་དེ་ཚོ་མང་ཆེ་གེ་ད་ར་ཤི་ཡ་དེ་ཚོ་གང་ལོག་བེད་སྤྱོད་བཏང་བྱས་ཡིན་ན་མི་དབང་ཆེ་ཡོད་ཉེ་དེ་ཚོ་བེད་སྤྱོད་བཏང་བྱས་ཡིན་ན་ཁོ་ཚོའི་ཁེ་ཕན་སྒྲུབ་ཡག་ཅིག་གི་སྐབས་དེ་ཡིན་ད་མ་ལེ་ཤི་ཡ་ལ་ད་རིང་བྱུང་བས་དེ་ཡིན་ད་ད་ད་ག་ཚོ་ར་ཅིག་འཛམ་བུ་གླིང་གི་གཅིག་གིས་འགྲོ་སའི་ཁ་ཕྱོགས་ལ་འབྱོར་བ། འདི་དང་མ་འདྲ་གི་ད་མི་ཚང་མ་ལོག་ལ་རེ་བ་སྤྲད་ཡ་དང་དམངས་གཙོ་དང་གཅིག་གི་ལྐོག་ཟུ་རུལ་སུངས་བྱེད་ཉེན་དང་དབང་ཆ་ཆེན་པོ་བཟི་ཉེན་དང་དབང་ཆ་སྒེར་གཅོད་བྱེད་ཉེན་དེ་ག་ལ་ཡ་ག་འདའ་ལས་རྒྱུ་འབྲས་རེ་འཁོར་ཡ་ཡོད་པས་ག་འདའ་གཅིག་གིས་རེ་བ་གསར་པ་བྱོས་པས་ཟེར་དུ། ནོར་ལ་ཟེར་ཐུགས་ཆེ་ན་ཟེར་ཏེ་འོང་རྒྱུ་ལ། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས Voice of America རྒྱང་བསྲིངས་རླུང་འཕྲིན་ཁང་ཡིན། ད་ལྟའི་མཚམས་འདིར་ཚེ་རིང་སྐྱིད་ལགས་ནི་ཨེ་ཤི་ཡའི་མངའ་ཁུལ་གྱི་གསར་འགྱུར་གལ་ཆེ་ཁག་ཅིག་སྙན་སྒྲོན་ཞུ་གནང་གི་རེད།

རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བྱང་ཀོ་རི་ཡ་གི་ནང་གི་ལྟོགས་སྐོམ་གྱིས་མནར་བའི་མི་མང་ས་ཡ་མང་པོའི་འཚོ་གནས་ཀྱི་ཐད་མི་ཆོད་དགོས་པའི་རོགས་སྐྱོར་སྤེལ་སྲིད་པ་རེད་ལ། མི་མང་པོ་ཞིག་གིས་བྱང་ཀོ་རི་ཡ་གི་ནང་དུ་ལོ་རྒྱུས་ཀྱི་ལུས་གསར་བ་ཞིག་མགོ་འཛུགས་པ་ལ་རེ་ལྟོས་ཆེན་པོ་བཅངས་ཡོད་པར་བཤད་འདུག་རྒྱལ་ཚོགས་ཀྱི་གཟའ་འབྲི་ལྷན་ཁང་གི་མགོ་ཁྲིད་གཟའ་འཁོར་སྔོན་མ་གི་ནང་དུ་རྒྱལ་ས་ཕུང་ཡང་དུ་ཉི་མ་གཉིས་གི་རིང་ལ་གཟིགས་སྐོར་དང་དེའི་རྗེས་ཉི་མ་གཉིས་གི་རིང་ལ་བྱང་ཀོ་རི་ཡ་གི་གྲོང་གསེབ་ས་ཆ་ཁག་ཏུ་གཟིགས་སྐོར་ལ་ཕེབས་པ་བཅས་ཉིན་བཞིའི་རིང་བྱང་ཀོ་རི་ཡར་གཟིགས་སྐོར་དུ་ཕེབས་པའི་རྗེས་སུ་སྐད་ཆ་འདི་བཤད་ཡོད་པ་རེད། ཇི་ལྟར་དྲུག་པ་གི་ཚེས་གཅིག་གཉིས་ཀྱི་ཉིན་བྱང་ཀོ་རི་ཡ་གི་ཨ་རིའི་སྲིད་འཛིན Donald Trump དང་བྱང་ཀོ་རི་ཡ་གི་འགོ་ཁྲིད Kim Jong Un གཉིས་མཇལ་འཕྲད་ཀྱི་སྐབས་སུ། ཁོང་གཉིས་ཀྱིས་འཛམ་གླིང་ཞི་བདེ་ཡི་ཆེད་དུ་མཇལ་འཕྲད་གྲོས་མོལ་དེ་དོན་སྙིང་ལྡན་པ་ཞིག་ཡོང་བ་ལ་འབད་བརྩོན་བྱ་འཆར་ཡོད་པའི་སྐོར་གསར་འགྱུར་དེ་ལམ་ཁག་ཏུ་ཐོན་པ་དེ་ལྟར་བྱང་ཀོ་རི་ཡ་གི་རྡུལ་ཕྲན་གོ་མཚོན་བཟོ་ལས་དང་རྫས་འགྱུར་དུག་ལྡན་གྱི་མི་ཤུགས་འཕུར་མདའ་བཟོ་ལས་མཚམས་བཞག་ཡོང་བ་ལ་མི་རྣམས་ཀྱིས་རེ་ལྟོས་ཆེན་པོ་བྱེད་བཞིན་པ་རེད། དེ་བས་གལ་ཏེ་དྲེད་མོ་དོན་འཁྱོལ་དམ་པ་བྱུང་བ་ཡིན་ན་བྱང་ཀོ་རི་ཡ་གི་ནང་དུ་བཟའ་འབྲུ་མཁོ་སྤྲོད་དང་སྨན་བཅོས་ལྟ་སྐྱོང་སོགས་ཀྱི་ཐད་ཀར་མི་མང་གི་འཚོ་གནས་ལ་རོགས་སྐྱོར་ལས་བྱེད་པའི་རྒྱུ་གྲ་སྒྲིག་བྱེད་བཞིན་པ་རེད་འདོད། ཁེ་ཏི་ལོ་ཉི་ཡ་རང་སྐྱོང་ས་ཁུལ་གྱི་འགོ་ཁྲིད་གསར་བ་འདེམས་ཐོན་བྱུང་བ་གིས་མུ་མཐུད་ནས་སྤེན་ལེ་ལེགས་སུ་བཏང་སྟེ་ཁེ་ཏི་ལོ་ཉི་ཡ་དེ་རང་བཙན་ཡོང་ཐབས་ལ་ཕྱག་ལས་གནང་རྒྱུ་ཡིན་པའི་ཁས་ལེན་དམ་བཅའ་བྱ་འདུག་ཁེ་ཏི་ལོ་ཉི་ཡ་གྲོས་ཚོགས་འཐུས་མིའི་ནང་དུ་འགོ་ཁྲིད་ལ་འོས་ཤོག་འཕངས་བའི་སྐབས་ཁེ་ཏི་ལོ་ཉི་ཡའི་རང་བཙན་ལྟ་བ་འཛིན་མཁན་ཆུམ་ཐོ་ར་ཞེས་པ་དེར་འོས་ཤོག་གཅིག་གིས་མང་བ་ཐོབ་སྟེ་ཕྱོགས་གཉིས་སུ་གྱེས་ཡོད་པས་ཁེ་ཏི་ལོ་ཉི་ཡ་གྲོས་ཚོགས་ཀྱི་ནང་དུ་ཁོང་ལ་རྒྱལ་ཁ་ཐོབ་ཡོད་ཀྱང་ཆབ་སྲིད་པའི་ཁོར་ཡུག་གསར་བ་ནང་དུ་སླེབས་པ་ཁས་དམིགས་ཡུལ་གཙོ་བོ་དེ་ཡིན་ན་སྐྱབས་བཅོལ་དུ་འགྲོ་དགོས་བྱུང་ཡོད་པ་གི་ཁ་ཐི་ལོ་ནི་ཡ་གི་རང་བཙན་འཐབ་རྩོད་པ་དང་འགོ་ཁྲིད་ཟེར་བ་གི་གོ་གནས་བསྐྱར་གསོ་བྱ་འདོད་ཡོད་པ་བཤད་འདུག།
ད་ལྟའི་ལས་རིམ་འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས Voice of America ཡི་རྒྱང་སྲིང་རླུང་འཕྲིན་ཁང་ནས་གཉེར་འདུན་ཞུ་གི་ཡོད། འདི་རུ་རྫོང་ཁོངས་སུ་ཡོད་པ་གནས་རི།

ཟླ་བ་ཁ་ཤས་ཀྱི་སྔོན་ལ་ནགས་ཤོད་འབྲི་རུ་རྫོང་ཁོངས་ཀྱི་གནས་རི་གསེབ་གྲྭ་རྫ་རྒན་དུ་གཏེར་ཁ་སྔོག་འདོན་གྱི་ལས་གཞིའི་འཆར་གཞིར་མི་མང་གི་མོས་མཐུན་ཡོད་པ་མཚོན་ཆེད་ས་གནས་རྒྱ་ནག་གཞུང་གི་གྲོང་རྡལ་གྱི་དཔོན་རིགས་ཚོས་མིང་རྟགས་བསྡུ་དགོས་པའི་བཀའ་བཏང་ཡོད་པ་དང་འབྲེལ་གནས་རིའི་ཉེ་འདབས་སུ་ཆགས་པ་གྲོང་རྡལ་གསུམ་གྱི་ནང་ནས་སྨར་སྒོར་གྲོང་རྡལ་གྱི་འགོ་དཔོན་ཀརྨ་ཡིས་སྨར་ཤོག་འགོ་ཁྲིད་བསྟན་འཛིན་དང་རབ་བདེ་བཅས་ཀྱི་གཏེར་ཁའི་ལས་གཞིར་མོས་མཐུན་ཡོད་པའི་དཔང་རྟགས་ཡོད་ན་ཡིག་ཆར་མིང་རྟགས་བསྐྱར་རྒྱུ་ཡིན་ལུགས་ཐད་ཀར་གཞུང་གི་ལས་བྱེད་པར་བཤད་ཡོད་པ་དང། སྐབས་དེར་གྲོང་མི་ཚོར་ཡིག་ཆ་མིང་རྟགས་མ་རྒྱག་མཁན་རྣམས་ཁ་བྲལ་བར་བརྩི་རྒྱུ་དང་དེ་མཚུངས་ཉེས་ཆད་ཕོག་རྒྱུ་ཡིན་པ་བརྗོད་ཡོད། དེའི་རྐྱེན་གྱིས་འགོ་དཔོན་སྐར་མ་ཀ་ཉའོ་བ་ཚུད་ཡོད་པ་རེད། བོད་ནང་གི་གཏེར་ཁ་སྔོག་འདོན་གྱི་ལས་གཞིར་གྲོང་རྡལ་གྱི་འགོ་དཔོན་ཞིག་གིས་བཀའ་གསུང་ཅི་སྒྲུབ་མ་བྱས་པར་ཆ་རྐྱེན་ཞིག་འདོན་པའི་རྐྱེན་གྱིས་ཀ་ཉའོ་བ་ཚུད་ཡོད། ཁོང་ནི་སྨྲ་སྒོར་གྲོང་གི་འགོ་དཔོན་ཀ་མ་ཡིན་པ་དང་ཁོང་འཛིན་བཟུང་འོག་ཚུད་པའི་གནས་ཚུལ་དེ་དང། གཏེར་ཁའི་ལས་གཞི་སྐོར་གྱི་གནས་ཚུལ་དེ་རང་དབང་ལུང་པར་ཁྱབ་པའི་རྗེས་སུ། ས་གནས་གཞུང་གིས་རྫ་བྲག་གི་ཚོགས་འདུ་བསྐོངས་ཏེ་གནས་ཚུལ་ཁྱབ་སྤེལ་བྱེད་མཁན་གྱི་དོགས་པ་ཡོད་སྲིད་པའི་བོད་མི་སུམ་ཅུ་ཙམ་བཀག་ཉར་བྱས་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་གཟའ་མིག་དམར་ཉིན་གནས་ཚུལ་སྤེལ་དོན་ལ། འདི་ལོའི་ཕྱི་ཟླ་བཞི་པའི་ཚེས་གཉིས་ཉིན་བོད་མི་སུམ་ཅུ་དེ་དག་འཛིན་བཟུང་བྱས་པའི་གནས་ཚུལ་སྤེལ་ཡོད། ལྟེ་གནས་ཁང་གི་འགན་འཛིན་ཚེ་རིང་མཚོ་མོ་ལགས་ཀྱིས་འཛིན་བཟུང་བྱས་པའི་སྐོར་ལ་འདི་ག་རླུང་འཕྲིན་ཁང་ལ་འགྲེལ་བཤད་གནང་སོང། རྒྱ་ནག་གཞུང་ངོས་ནས་གཏེར་ཁ་སྔོག་འདོན་བྱས་ཀྱི་ལས་གཞི་དེ་ཉིས་སྟོང་བཅུ་བདུན་གྱི་ལོ་མཇུག་ནས་ཁོ་ཚོས་ཀྱི་གྲ་སྒྲིག་བྱས་འགོ་བཙུགས་ཤག་གཏེར་ཁ་སྔོག་འདོན་བྱས་ཡ་ཆེད་དུ། ད་ལྟའི་འགོ་བཙུགས་པའི་རྗེས་ལ་ད་བེ་འདྲ་བྱས་ཤིག་ན། ད་ལྟ་ཕ་རྒྱ་གྲོང་རྡལ་ཁོ་རང་ནང་ལོགས་ལ་བེ་འདྲ་བྱས་ན་དམར་སྐོར་སྡེ་བ་གིས་ད་ཁོ་རང་གི་ད་ལྟ། གྲོང་ཚོ་ཁོ་རང་གི་འགོ་ཁྲིད་ནི་ཀརྨ་ལགས་ཁོ་རང་སྐབས་དེ་དུས་སྤྱི་ཟླ་གཉིས་པའི་ནང་ལ་འཇུ་བཟུང་བཙན་ཁྲིད་བྱས་ཡོད་རེད་འཇུ་བཟུང་བྱིས་པའི་རྗེས་ལ་ད་གར་སོང་ཆ་མེད་ཆགས་ཡོད་རེད་ད་གཏེར་ཁ་སྔོག་འདོན་བྱེད་ཡས་ཀྱི་ལས་གཞི་འདི་གྲ་སྒྲིག་བྱིས་པའི་སྐབས་སུ་ལས་གཞི་འདི་དང་ཨ་དང་ན་ཤི་ཨ་ནི་ཀརྨ་ལགས་ཁོ་རང་གྲོང་ཚོ་གི་ད་འགོ་བ་དམར་སྒོར་སྡེ་བ་གི་ད་འགོ་བ་དེ་ཁོ་རང་གཉིས་དེ་གནས་ཚུལ་གཉིས་དེ་ཨ་ནི། ཕྱི་ལ་གནས་ཚུལ་འདི་འགྲོ་བཞག་དེའི་གཉིས་རྐྱེན་གྱིས་རྫ་བྲག་གི་ཚོང་འདུས་ཀྱི་ཚོགས་རས་སྤྱི་ཟླ་བཞི་བའི་གི་གོ་ཆོད་དུ་བ་བྱས་ལ་སྐབས་དེ་དུས་རྫ་བྲག་གི་ཚོང་འདུས་དེ་ནང་ལོ་ལ་མི་སུམ་ཅུ་ད་དོགས་ཡོད་མི་ན་སུམ་ཅུ་ཅིག་ད་ད་ལྟ་མི་སུམ་ཅུ་ད་ལྟ་འཇུ་བཟུང་བྱས་ཡོད་རེད་མི་སུམ་ཅུ་འཇུ་བཟུང་བྱེད་རྒྱུ་དེ་ད་ལྟ་གྲོང་ཚོ་གསུམ་ནས་རེད་བཞག་ད་པན་ཆེན་དམར་པོར། གྲོང་ཚོ་ནས་བཅས་ཝ་ཐང་དང་དྷ་ན་ཤིས་གོ་ཆུ་གྲོང་ཚོ་ནས་ཚང་མ་ལོ་ད་ལྟ་གནས་རི་གི་གཡས་གཡོན་འདི་བ་ལ་ཆགས་བསྡད་རྒྱུག་གི་གྲོང་ཚོ་ཅིག་ཆགས་ཀྱི་འདུག་ལ། གཏེར་ཁ་སྔོག་འདོན་གྱི་ལས་གཞི་སྤེལ་སའི་གནས་རི་གསེབ་ཏྲ་རྫ་རྒན་ནི་ལུག་རྒྱུད་རིང་པོ་ཡོད་པ་དང། སྒོམ་ཉམས་ལེན་གྱི་གནས་ཤིག་ཀྱང་ཡིན་པ་དང་གནས་རི་དེར་རི་དྭགས་མང་པོ་ཡོད་པར་བརྟེན་ཁོར་ཡུག་སྲུང་སྐྱོབ་ཀྱི་ཆ་ནས་གལ་ཆེན་པོ་ཆགས་ཡོད་རོ་ཅེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་གྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་སོང། གསེར་བཀྲ་རྫ་རྒན་འདི་ད་གནས་རིགས་ཧ་ཅང་གི་རྩ་ཆེན་པོ་ཅིག་ཆགས་ཀྱི་འདུག་ཨ་ནི་དཔེ་ན་ཆ་ཤས་ན་ལོ་བརྒྱད་བརྒྱ་ད་འགྲོ་སྐྱོར་གྱི་གནས་རིགས་རྩ་ཆེན་པོ་ཅིག་རེད་ཤག་ད་གནས་རིགས་འདི་གི་གནས་རིགས་འདི་རྩ་ཆེན་པོ་ཆགས་ཡ་དེ་ཨ་ནི་ད་ད་ལྟ་བ་ཐང་གི་གྲོང་ཚོ་ནང་ལོ་ལ་ད་ལྟ་དགོན་པ་ཨ་ནི་གྲོང་ངུར་ཨ་ནི་འཕེལ་རྒྱས་གླིང་དགོན་པ། ཆགས་དེ་རེད་ད་གྲོང་ངུར་གོམ་པ་ཆགས་སྟབས་ངན་དེ་ད་ད་ནི་གྲོང་ངུར་ཆོས་རྗེ་ཨནི་ཨནི་དང་པོ་དེ་ད་སྐུ་འཕྲེང་དང་པོ་དེ་གིས་ཨནི་ཆགས་སྟབས་ཡོད་རེད་ཆགས་སྟབས་བས་དེ་ད་བས་ཁོ་ར་ལོ་བརྒྱད་བརྒྱ་སྔས་ནས་འདུག་རྒྱུ་ཡོད་བ་གིས་ད་གོམ་པ་རྙིང་པ་དེ་ཆགས་དགོས་རེད་བྱས་ཙང་ཀ་སེབ་སྒྲ་རྫ་རྒན་བྱས་སེབ་སྒྲ་རྫ་རྒན་གྱི་འགྲམ་ལ་ཨནི་རི་ཡང་རྩ་ཆེན་པོ་གཞན་པ་བྱོས་ར་བྲག་དཀར། ཨ་ནི་གནས་རིའི་ཇོ་རེ་ད་བ་ན་ཤི་ཨ་ནི་ད་ལྟ་གྲོང་ངུར་དགོན་པ་ཆེ་འདི་གས་གསུམ་འདི་ཨ་ནི་ད་ལྟ་གྲོང་ངུར་ཆོས་རྗེ་ཨ་ནི་སྐུ་འཕྲེང་དང་པོ་ངོས་ནས་ད་བད་སྒོམ་ཉམས་ལེན་གནང་བྱས་ད་དེ་གསང་བའི་གསང་བ་ད་ཆོས་ཆོས་ཕྱོགས་ཐོག་ནས་ད་འདི་གས་གསུམ་འདི་ཧ་ཅང་གི་གལ་ཆེན་པོ་ཅིག་ཆགས་འོག་རེད་འདི་ཆོས་ཕྱོགས་གཅུག་པོ་མ་རེད་ང་ཚོའི་གི་བོད་པའི་གི་ད་རིག་གཞུང། དང། བོད་པའི་གི་ལུགས་རྒྱུད་ཐོག་ལ་ཡིན་ནའི་གི་ད། བོད་པའི་གི་ངོ་བོ་ཐོག་ནས་ལྟ་བ་རེ་ཞིག་ནའི་གི། ད་གནད་འགག་བྱེའུ་ཅིག་ཆགས་བསྡད་གོ་རེ། ད་ན་ཞིག་གི་ཁོར་ཡུག་སྲུང་སྐྱོབ་ཐོག་ནས་ང་ཚོ་གི་ལྟ་བ་རེ་ཞིག་ནའི་འདིའི་ནང་ལོགས་ན་ཨ་ནི། ཁོ་ར་ད་ཉེན་ཁ་ལ་སླེབས་བསྡད་བའི་གི་རི་དྭགས་མང་པོ་ཅིག་ད་བོད་པའི་གི། རི་དྭགས་མང་པོ་ཅིག་གི་ཨ་འདི། གནས་རི་དེ་ལ་ད་ཁོ་རང་ཚོ་གཞིས་ཆགས་བསྡད་ཡོད་རེད་ད་བེད་ཆེ་ཞིག་ན་འདི་ནང་ལོ་རི་དང་གནའ་ད་གོ་བ་དེ་ཚོ་ད་བེད་ཁོ་རང་ད་ཉེན་ཁ་ལ་སླེབས་བསྡད་ཡ་ད་ཕྱི་ལོགས་ལ་རྒྱ་ནག་གཞུང་གི་དྲིལ་བསྒྲགས་བྱས་ལ་ཨ་ནི་འདི་གའི་རི་དྭགས་དེ་ཚོ་སྲུང་སྐྱོབ་བྱེད་མཁན་བ་གི་དྲིལ་བསྒྲགས་བྱེད་བོར་བསྡད་ད་ད་ནང་གནས་རི་དེ་ནང་ལོ་ལ་གནས་རི་དེ་ཨ་ནི་ཁོ་ཚོ་གི་གི་སི་ད་གཏེར་ཁ་བསྔོའི་འགོ་བཙུགས་ཡོད་རེད་ད་གཏེར་ཁ་བསྔོ་བ་རེ་ཞིག་ན་ད་འདིའི་ནང་ལོ་ལ་ད།

ས་གནས་མི་མང་གིས་ད་གནས་ཚུལ་ང་ཚོ་ལ་བརྗོད་དོན་སྐབས་སུ་ད་གར་བཤད་ཀྱི་འདུག་ལ་ན་ཨ་ནི། གཏེར་ཁ་སྔོ་བོ་འདུག་ད་གཏེར་ཁ་ག་རེ་ཡིན་པ་དེ་ད་ལྟ་གསལ་བོ་ཅིག་ཧ་གོ་མི་འདུག་ཨེ་ནས་ཡང་ཅིག། ཅིག་གར་བཤད་ཀྱི་ད་གནའ་ཤུལ་རིགས་ཡོད་རེད་བ་ལུག་རྒྱུད་ད་འདི་ཚོ་གནས་རིགས་འདི་ཚོ་ལུག་རྒྱུད་ཅན་གྱི་གནས་རིགས་ཡིན་འདུག་བསམ་པ་འདི་གནའ་ལོར་ཡང་གནའ་ཤུལ་དེ་འདྲའི་མང་པོ་ཅིག་སྔོག་འདོན་བྱེད་བྱེད་དེང་སང། རྒྱ་ནག་གཞུང་ངོས་ནས་ཡང་འདི་གའི་འདི། ཅིག་ལུགས་རྒྱུད་ཐོག་ནས་ཡང་གནའ་ཤུལ་མང་པོ་ཅིག་ཁོང་ཚོས་ཀྱིས་ཁྱིས་འགྲོ་ནས་ནི་ཅིག་བོད་པའི་གི་རིག་གཞུང་འདི་ཚོ་སྲུང་སྐྱོབ་བྱེད་ཀྱི་ཡོད་ལ་ནི་དེ་འདྲའི་དྲིལ་བསྒྲགས། བྱེད་བྱས། དོན་དངོས་སུ་ད་འདི་གའི་འདི། ཅིག་བཅའ་ལ་ཧ་ཅང་གི་རྙིང་པ་ཡིན་དུས་སོང་པ་འདི་གའི་འདི་ཡང་ཁོང་ཚོ་གི། ཚོང་ཐོག་ནས་ཡིན་ནའི་རེད་ད་ག་ན་ཤེས་ཀྱི། ཨ་ནི་ཆབ་སྲིད་ཀྱི་དམིགས་ཡུལ་གྱིས་ནི་བོད་པའི་གི་རིག་གཞུང་ག་ལ་ཨ་ནི་རྒྱ་ནག་ཁོ་རང་ཚོ་གི་བདག་དབང་འདི་ཡང་ཅིག། བསྟོད་དབྱངས་ཆེད་དུ་ཡང་དེ་འདྲའི་བེད་སྤྱོད་བྱེད་ཡ་གི་མང་པོ་ཅིག་སྒང་ནས་གན་ཡང་དེ་འདྲའི་གི་སྐད་ཆ་དོག་པ་ཁ་ཤས་ཅིག་གླེ་ཡི་འདུག་གང་བྱས་རྡོག་རྡོག་དེ་དཔེར་ག་རེ་ཡོད་མེད་དེ་ད་ལྟའི་གི་རྩོད་ཆོས་ཐུག་མ་སོན་ལང། བུད་མེད་སུམ་ཅུ་འཛིན་བཟུང་འོག་ཚུད་པའི་ཁོངས་ནས་བུད་མེད་གཉིས་ཚུད་པའི་བུད་མེད་དགུ་ངོས་འཛིན་བྱེད་ཐུབ་འདུག་པས་ཤག་ཆུའི་གྲོང་རྡལ་གྱི་མཁན་རབས་ཞུ་བ་དང་འབྲོག་ངུར་བཀའ་བརྒྱུད་འཕེལ་རྒྱས་གླིང་གི་གྲྭ་རིན་ཆེན་རྣམ་གྲོལ་དང་ཚུལ་ཁྲིམས་མགོན་པོ། སྨར་སྐོར་གྲོང་རྡལ་གྱི་བྱང་ཆུབ་དངོས་གྲུབ། སྒོ་ཆུ་གྲོང་རྡལ་གྱི་གྲོང་གཉིས་དང་སྨན་པ་སོ་རུ་ཨ་བུ་དང་རྣམ་སྲས་གཉིས་ནི་ཤག་ཆུ་གྲོང་རྡལ་ནས་ཡིན་འདུག་ཉིས་སྟོང་བཅུ་བདུན་གྱི་ལོ་མཇུག་ཏུ་སེབ་སྒྲ་རྫ་རྒན་གྱི་རེ་ཤམ་དུ་ས་གནས་གཞུང་གིས་ལམ་བཟོ་རྒྱུ་འགོ་བཙུགས་ཏེ་གཏེར་ཁའི་ལས་གཞིར་མཁོ་བའི་འཛུགས་སྐྲུན་གྱི་ལས་གཞི་འགོ་བཙུགས་ཤིང་གསུམ་པའི་ཚེས་ཤར་ལ་གཏེར་སྔོ་སའི་རི་ཁུལ་དུ་རྒྱ་ནག་གི་རྒྱལ་དར་འཕྱར་བ་དང་ལས་མི་སྡོད་སའི་འཕྲལ་སའི་ཟློས་གར་བཟོས་པ་མཐོང་རྒྱུ་ཡོད་འདུག། སེར་བཀྲ་རྫ་རྒན་ནི་དེང་གི་ནག་ཆུ་ཁུལ་ནགས་ཤོད་འབྲི་རུ་རྫོང་གི་བྱང་ཕྱོགས་ཀྱི་ཤག་ཆུ་གྲོང་རྡལ་གྱི་རྒྱབ་རི་ཆགས་ཡོད་པ་དང། གནས་རི་དེའི་གཡས་སུ་ཤར་ཆུ་དང་གཡོན་དུ་ཁྱད་ཆུ་ཡོད་ཅིང། ས་ཁུལ་དེའི་གནས་རི་རྩ་ཆེན་ཞིག་ཡིན་ཞིང། གནས་རི་དེ་ནི་འབྲུག་ངུར་ཆོས་རྗེའི་གསང་བ་གསུམ་གྱི་གནས་མཆོག་ཏུ་གྲགས་པའི་གནས་ཆེན་གསུམ་གྱི་ཡ་གྱལ་ཞིག་ཡིན་པ་དང། གནས་རི་དེ་གར། བན་བོན་གཉིས་ཀྱི་ཆོས་ལུགས་དང་འབྲེལ་བའི་ལོ་རྒྱུས་མང་པོའི་གནའ་ཤུལ་དང་རྩ་ཆེའི་རི་སྐྱེས་སྲོག་ཆགས་མང་པོ་འཚོ་སྡོད་བྱེད་བཞིན་ཡོད་པའི་གནས་ཤིག་ཡིན་པ་མ་ཟད། རིག་གནས་གསར་བརྗེའི་རྗེས་ཏེ་སྤྱི་ལེ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ཙམ་ནས་ཡུལ་མི་ཚོའི་གནས་སྐོར་ལ་འགྲོ་འགོ་ཚུགས་ཡོད་འདུག།
ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཏན་ནི Voice of America རྒྱང་བསྲིངས་རླུང་འཕྲིན་ཁང་ཡིན། བཞུགས་སྒར་དུ་རྟེན་གཞི་བྱས་པ་སྐུ་བཅར་རྣམ་གྲྭ་ཕན་བདེ་ལེགས་བཤད་གླིང་གི་དུས་འཁོར་ལྷ་ཁང་དུ་ད་ལན་ཕྱི་ཚེས་བཅུ་བཞི་ནས་དབུ་འཛུགས་ཀྱི་ཉི་མ་གཉིས་རིང་བཅོམ་ལྡན་འདས་དཔལ་དུས་ཀྱི་འཁོར་ལོའི་བགྲོ་གླེང་ཐེངས་དང་པོ་དེ་དབུ་འཛུགས་གནང་ཡོད་པ་སོགས་ཀྱི་སྐོར་འདི་གའི་གསར་འགྱུར་མཁོ་གཏོང་བ་བསྟན་འཛིན་བཟང་མོ་ལགས་ཀྱིས་བཏང་བའི་གནས་ཚུལ་འདི་གསན་རོགས་གནང། བཞུགས་སྒར་དུ་བཅོམ་ལྡན་འདས་དཔལ་དུས་ཀྱི་འཁོར་ལོའི་བགྲོ་གླེང་ཐེངས་དང་པོ་ཚོགས་གནང་སོང། དེ་ཡང་སྤྱི་ཟླ་ལྔ་པའི་ཚེས་བཅུ་བཞི་ནས་ཉིན་གྲངས་གཉིས་རིང་དགུ་ཆར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་གོ་སྒྲིག་འོག་དུས་འཁོར་ལྷ་ཁང་དུ་རྣམ་གྲྭ་མཁན་ཆེན་ཁྲོམ་ཐོག་རིན་པོ་ཆེ་མཆོག་གིས་དབུས་པའི་གྲྭ་ཚང་གི་འདུ་མང་བགྲེས་པ་རྣམས་ལྷན་འཛོམས་སར་བཅོམ་ལྡན་འདས་དཔལ་དུས་ཀྱི་འཁོར་ལོའི་བགྲོ་གླེང་ཐེངས་དང་པོ་ཞེས་པ་ཞིག་ཚོགས་བཞིན་འདུག་པས་དེའི་སྐོར་གོ་སྒྲིག་ཚོགས་ཆུང་གི་འགན་འཁུར་བ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་སུ་བཅར་འདྲི་ཞུས་སྐབས། ཁོང་གིས་རྒྱལ་མཆོག་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་མཆོག་གིས་གཅིག་སྟོང་བདུན་བརྒྱ་ལྔ་བཅུ་ང་གཉིས་ལོར་སྐུ་བཅར་རྣམ་རྒྱལ་གྲྭ་ཚང་ལ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཐེངས་དང་པོ་བསྩལ་བ་ནས་བཟུང་གྲྭ་ཚང་ལ་དུས་འཁོར་དང་འབྲེལ་བའི་ཆོ་ག་ཕྱག་ལེན་གནང་རྒྱུའི་ཐུན་མོང་མ་ཡིན་པའི་སྲོལ་ཞིག་སྲོལ་གཏོད་མཛད་ཡོད་སྐོར་གསུངས་པ་དང་ཆབས་ཅིག་ད་ལན་གྱི་བགྲོ་གླེང་དེ་གོ་སྒྲིག་ཞུ་རྒྱུའི་དགོས་དམིགས་སྐོར་གསུངས་གསལ། ད་ཐུན་མོང་མ་ཡིན་པའི་ཕྱག་ལེན་དེ་རྗེས་གྲྭ་ཚང་གི་ཐུན་མོང་མ་ཡིན་པ་ཡིན་པ་ཡིན་དུས་དམིགས་བསལ་སྐུ་ཞབས་རྣམ་པ་ཚོས་ཞིབ་ཅིང་ཕྲ་བ་མཁྱེན་རྟོགས་དགོས་ཡ་ཡིན་པ་ཡིན་ཙང་གྲྭ་ཚང་གི་ཕྱག་ལེན་དང་འབྲེལ་ནས་ཐོག་མར་མཆོད་པ་བྱང་སྟངས་ནས་མཆོད་པ་སྒྲིག་སྟངས་ནས་དེ་ན་ཞིག་གིས་ད་སྒྲོམ་གཅིག་དངོས་གཞི་འཚོགས་པའི་སྐབས་ལ་ཡང་ཐོག་མའི་ས་ཕྱོགས་ནས་མཐའ་མ་དཀྱིལ་འཁོར་བསྡུ་ཕྱོགས་དང་འབྲེལ་ནས་གླུ་ཆོག་སྟངས་དང་ཡན་ཆད་ནས་བྱེད་པ་ཅིག་གི་ཕྱག་ལེན་ཀུན་འབྱུང་བར་གསུམ་བཅོ་ལྔ་རྗེས་གསུམ་དེའི་ཕྱག་ལེན་དེ་རྗེས་ཆ་ཚང་ང་ཚོ་ཁུངས་དག་པོ་གཅིག་དང་ད་ད་ལྟ་བར་དུ་ལོ་ཉིས་བརྒྱ་དྲུག་ཅུ་རེ་དྲུག་དྲུག་གི་ཡོད་རེད་དེའི་བར་ལ་ཡང་ཡང་ཅིག་ཉམས་ཆག་གར་ཕྱིན་ཡོད་མིན་ཕྱག་ལེན་ལས་འགྱུར་གར་ཕྱིན་ཡོད་མིན་དེ་ནང་བཞིན་གྱི་ཡང་སྔོན་གྱི་བླ་མ་སྐྱེས་བུ་དམ་པ་ཚོས་ནི་གསུང་སྟངས་མ་འདྲ་གར་ཡོད་པ་དེ་ཚོའི་བཞེད་པ་དེ་ཚོ་ནི་བཀའ་འགྱུར་དང་བསྟན་འགྱུར་ལ་སོགས་པ་དེ་ཚོ་དང་རྒྱ་གར་འཕགས་པའི་ཡུལ་གྱི་མཁས་པ་ལ་སོགས་པ་དེ་ཚོས་ནི་གསུང་སྟངས་མ་འདྲ་གར་ཡོད་པ་དེ་ཚོ་ལ་ཡང་ནི་ཁུངས་ག་འདྲས་གཏུགས་དགོས་ཀྱི་ཡིན་པ་ག་དག་ཁུངས་དག་པོ་ཅིག་ཡོད་ན་དང་དེ་འདྲའི་ཆེད་དུ་ད་རེས་ནི་བགྲོ་གླེང་གི་བརྗོད་གཞི་མ་འདྲ་ཉི་ཤུ་ཙམ་ཞིག་ལ་ཡང་ནི་བསྐོར་ཞིབ་བརྒྱབ་རྗེས་དེའི་ནི་སྐུ་གཞོགས་སོ་སོ་ལ་དམིགས་བསལ་གྱི་ནི་ཞིབ་འཇུག་རང་བཞིན་གྱི་དཔྱད་རྩོམ་རང་བཞིན་ཐོག་ནས་རྩོམ་ཤོག་བྲིས་པའི་ཐོག་ནས་བགྲོ་གླེང་གནང་ཡ་ལ་སོགས་པ་དེ་འདྲ་ཞིག་བྱས་པ་རེད་གཙོ་བོ་དེ་དག་གོང་དུ་ཞུས་པ་ནང་བཞིན་གྲྭ་ཚང་གིས་ད་ཆ་གོ་ཆ་ལེན་ལ་སོགས་པ་དེ་རྒྱག་གིན་དག་ཐེར་བྱེད་ཡ་ནི་ད་བསྟན་པ་འཛིན་སྐྱོང་སྤེལ་གསུམ་དེ་རྒྱག་ནི་ག་རེ་སོགས་རེད་ང་ཚོ་གྲ་མ་བྱས་པ་གྲུ་མ་ཉན་པ་འོ་དེ་འདྲ་གི་ཅིག་གི་ཡོང་ཡ་གི་ཆེད་དུ་གཙོ་བོ་དགོས་པ་ཡོད་པ་དེའི་ཆེད་དུ་ད་ལྟའི་གོ་ལེན་ཞུ་གི་ཅིག་བྱ་གི་ཡོད་རེད། ཡང་རྒན་ཐུབ་བསྟན་ཡར་འཕེལ་ལགས་ཀྱིས་ད་ལན་གྱི་བརྗོད་གཞི་དག་གི་སྐོར་ཞིབ་ཕྲ་ངོ་སྤྲོད་གནང་སྐབས། བརྗོད་གཞི་ཉི་ཤུའི་ནང་ལོགས་ལ། ཐོག་མར་ད་ཆ་གི་སྟོན་པ་མཉམ་མེད་ཤཱཀྱ་སེང་གེའི། རྒྱ་གར་གྱི་འཕགས་ཡུལ་དང་ལྷོ་ཕྱོགས་ཨ་མ་རི་བ་དེ་ལ་ཡང་གར་ཚུགས་ཏེ། བྱང་ཤམྦྷ་ལའི་རྒྱལ་པོ་ཆོས་རྒྱལ་དྭོགས་བཟང་པོ་ལ་ཡང་དཔལ་དུས་ཀྱི་འཁོར་ལོའི་རྩ་རྒྱུད་ཐོག་མ་གསུངས་པ་ནས་འཆད་པ་གཅིག་གིས་ཁ་སང་གི་ང་ཚོ་གྲྭ་ཚང་གི་ཕྱག་ལེན་བར་དུ་མ་དོད་ཁོག་གི་བྱུང་རིམ། གྲྭ་ཚང་ལ་ཡང་ག་འདི་དར་ཡོད་མེད་དེ་ན་ཕྱིས་གྲྭ་ཚང་ལ་དར་ནས་ད་ལྟ་བར་དུ་གི་ལོ་ཉིས་བརྒྱ་དྲུག་ཅུ་རེ་དྲུག་ནང་ལོགས་ལ་ཡང་ཕྱག་ལེན་ལ་ཡང་འགྱུར་བ་ཕྱིན་ཡོད་མེད་འགྱུར་བ་ཕྱིན་ཡིན་པ་ཡིན་ན་འགྱུར་བ་ག་རེ་ག་རེ་ཕྱིན་འདུག་ཨོ་དེ་འདྲའི་ག་ས་ག་ན་དོར་སྡོད་པ་ཡིན་ན་ངས་མ་བོས་ལ་ཡ། ཨ་ནི་གྲྭ་ཚང་གི་དགོས་མཁོ་དང་འབྲེལ་བའི་ཐོག་ནས་ཕྱག་ལས་ག་འདྲ་གནང་གི་ཡོད་མེད་དེ་ནས་བཙན་བྱོལ་ལ་ཡ་ཨ་ནི་གྲྭ་ཚང་ད་ཚུགས་བསྐྱར་འཛུགས་གནང་པའི་སྐབས་ལ་ཨ་ནི་ཐོག་མར་བསྐྱར་གསོ་འདྲ་པོ་ག་འདྲས་གནང་ཡོད་མེད་དཔེར་ན་གྲྭ་ཚང་གི་སྒྲོམ་གཞི་ག་འདྲས་བསྐྱར་འཛུགས་གནང་ཡོད་མེད་ཨ་ནི་ཐོག་མར་ཕྱག་དཔེ་མེད་པའི་སྐབས་ལ་ཡ་ཕྱག་དཔེ་བསྐྱར་གསོ་ག་འདྲས་གནང་ཡོད་མེད་དེ་ནས་གར་ད་དེ་ནང་བཞིན་གྱི་ད་ཆོ་གའི་གར་སོ་རེད་ང་ཚོ་དབྱངས་ཡན་ཆད་ནས་བྱེད་པ་ཅིག་གི་བསྐྱར་གསོ་ག་འདྲས་གནང་ཡོད་མེད་དེ་གཞི་ཆ་ཚང་ཅིག་ཁ་སང་ཨུ་སུ་ལ་དང་ལུག་སུ་ལ་རྣམ་པ་ཚོས་ངེས་བ་ད་བོད་རང་ནས་ཕྱག་ལེན་ཡོད་པ་དེ་ཡིན་ཆ་ཚང་འདྲི་བཤད་ཅིག་སྐྱོན་ད་དེ་ནས་མང་ང་ཚོ་ད་ལྟའི་ཕྱག་ལེན་ལ་འབྲེལ་བྱས་ཨེ་ནི་ད་ལྟ་ང་ཚོས་སྒྲོམ་གཞིར་གྱི་ད་ཕྱག་ལེན་གནང་བཞིན་པའི་སྐུ་ཞབས་རྣམ་པ་ཚོའི་ཐོག་ནས་ཨེ་ནི་ཐོག་མའི་ཆོས་པ་ཞང་དག་ནས་ཨེ་ནི་ཆོས་པ་རྣམ་གྲངས་ག་ཚོད་ཡིན་མིན་གོ་རིམ་ག་འདྲ་ཡིན་མིན་ཆོས་པའི་མཚོན་དོན་ག་འདྲ་ཡིན་མིན་དེ་ན་ཞིག་གི་ད་ས་ཆོག་པ་ལ་ཡང་ཨེ་ནི་སར་བླང་བ་སར་སྦྱང་བ་ལ་སོགས་པ་ད་དེ་ནས་རིམ་པར་བྱས་ནས་ཨེ་ནི་སྒྲོམ་གཞིར་དངོས་གཞི་ཨེ་ནི་ཐ་མ་ད་ང་ཚོའི་དུས་འཁོར་གྱི་རབ་གནས་ཨེ་ནི་དེ་ན་ཞིག་གི་དུས་འཁོར་གྱི་སྦྱིན་སྲེག།

དེ་བཞིན་མཁན་པོ་དང་སློབ་དཔོན་མཆོད་ཞབས་སོགས་ཡོངས་རྫོགས་ཀྱི་གནང་སྒོ་རྣམས་ཞིབ་ཕྲ་མཁྱེན་པའི་ཐོག་གཏན་འབེབས་གནང་རྒྱུའི་སྔོན་འགྲོའི་མཛད་རིམ་ལྟ་བུ་ཞིག་ལ་ཡང་ངོས་འཛིན་གནང་བཞིན་འདུག་ལ། འཆར་ལོའི་བོད་ཟླ་གསུམ་པའི་ཚེས་གཅིག་ནས་ཉིན་གྲངས་གསུམ་རིང། དུས་འཁོར་གྱི་དུས་ཆེན་དང་བསྟུན་ནས་བགྲོ་གླེང་རྒྱས་པ་དེའི་གནང་འཆར་དག་གི་སྐོར་གསུངས་གསལ། ད་བགྲོ་གླེང་དེའི་བརྗོད་གཞིར་ཆ་བཞག་པ་ཡིན་ན། ང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡང་ཨ་ནི་ཐོག་མར་དུས་འཁོར་ད་རེས་དང་རྒྱ་གར་ཕ་གི་ཡུལ་ལ་ཡང་གངས་ཅན་ད་རེས་ཡོད་མོད་འདི་ནས་བྱེད་པ་ཅིག་ད་བོད་ལ་ད་རེས་ཅེས་པའི་ཆ་བཞག་པས་ནི་ཨ་ནི་ས་སྐྱའི་བཀའ་བརྒྱུད་རྙིང་མ་ཕྱོགས་ནང་དུ་བཅས་པ་ལ་ཡང་ཨ་ནི་གངས་ཅན་ད་རེས་ཡོད་མོད་ངོ་ད་དོན་ཚུལ་ཆ་ཚང་གིས་ཨ་ནི་དགོན་པ་ཁག་སོ་སོ་ནས་ཨ་ནི་ཐུན་མིན་གཉིས་གཉིས་སོ་ཅེས་ང་ཚོར་བསྟན་འགྲེལ་ཞུ། དེས་ན་ཕྱི་དུས་འཁོར་ཁོ་རང་ལ་ཡང་ཕྱི་དུས་འགྱུར་འཁོར་ནང་དུས་འགྱུར་འཁོར་གཞན་དུས་འགྱུར་འཁོར་ཡོད་པས་ན་ད་ཕྱི་དུས་འགྱུར་འཁོར་ལོའི་སྐོར་དེ་ང་ཚོས་ད་ཉིན་ད་ས་ཁག་དང་རྒྱུ་ཁག་གི་བགྲོད་པ་ལ་སོགས་པ་དོན་ཚུལ་ཐོག་ནས་ད་ལོ་དང་ཟླ་བ་རྩིས་ཀྱི་དུས་དང་ཡིན་མིན་ད་དེའི་ཐོག་ནས་ཨ་ནི་བོད་ཆུ་སྨན་རྩིས་ཁང་ནས་ཡང་སྤྲོ་ནས་གསུངས་ཞེས་པ་བསྟན་འགྲེལ་ཞུས། ད་ཐུན་མོང་མ་ཡིན་པ་གཅིག་དེ་ཡང་ང་ཚོ་ཇོ་ནང་ལ་ཡང་བཅུ་དྲུག་རུ་བསགས་པ་དེ་འདྲ་གི་ཉམས་ལེན་ཡོད་པ་ད་ཁོ་རྒྱལ་མགོ་ཆེན་པོ་ཆགས་པའི་དམིགས་བསལ་ལམ་སྟོན་ཁ་ལོ་ཐེངས་མང་པོ་གནང་ཡོད་པ་ཡིན་ད་ཇོ་ནང་གི་ཐོག་ནས་ཡོང་ཡ་དེ་མ་ཡིན་པའི་ད་ང་ཚོ་ཡང་ནང་དུས་ཀྱི་འཁོར་ལོའི་ཐོག་ལ་ཡང་ད་ཕྱི་ནང་གཞན་གསུམ་གི་ནང་ལོ་ནས་ནང་དུས་ཀྱི་འཁོར་ལོ་ཐོག་ལ་ད་སྐྱེས་བུའི་རྩ་དང་རླུང་དང་ཐིག་ལེའི་དྲོ་དང་འཁོར་དེ་ཡིན་པ་ཡིན་ད་དོན་ཚོའི་ཐོག་ཏུ་ཡང་གཞུང་གཅིག་མཚན་ཉིད་ཀྱི་གཞུང་དང་འབྲེལ་བ་ཡོད་པ་ཡིན་ད་ཡང་གདན་ས་གསུམ་དང་རྒྱུད་གྲྭ་བསྟུད་མའི་ད་དེ་འདྲ་ལ་ཡང་ང་ཚོ་འབྲེལ་བ་ཤོད་ནས་དྲི་མེད་ད་བཀའ་སྲོལ་ལ་བསྟུན་དགོས་གནང་ནས་སོགས་པ་དེ་འདྲ་གི། ཚོའི་ཆ་ཚང་གཅིག་སྒྲིག་ཟིན་ནས་ད་མ་ང་ཚོ་ག་ཚོད་རེད་བགྲོ་གླེང་གསུང་བཤད་གནང་ཡས་དེའང་དབུས་ད་འབྲེལ་བ་ཞུ་བཞིན་པ་དེ་རེད་ཅིག་ཆ་དེ། ཕུང་གྲངས་དགུ་བཅུ་སྐོར་དྲུག་ལ་བཞེས་བཞིན་ཡོད་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དབུ་གཟུགས་ངག་དབང་བཀྲ་ཤིས་ལགས་ཀྱིས་གྲྭ་ཚང་གི་སྐུ་ཞབས་གཞོན་པ་ཚོས་དུས་འཁོར་དང་འབྲེལ་བའི་གལ་གནད་ཁེངས་པའི་ཐོག་ནས་འདི་འདྲའི་བགྲོ་གླེང་གོ་སྒྲིག་གནང་བཞིན་ཡོད་པ་དེར་བསྔགས་བརྗོད་གནང་བ་དང་ཆབས་ཅིག་ཁོང་རྣམས་ལྷ་སར་བཞུགས་སྐབས་ཀྱི་ཐུགས་མྱོང་ལ་ཕྱིར་གཟིགས་གནང་དུས་འབྱོར་པ་ཆེ་ཆུང་གི་ཁྱད་པར་མ་གཏོགས་ཆོལ་ཁ་ཕྱག་ལེན་གྱི་ཁྱད་པར་རྩ་བ་ནས་ཡོད་མ་རེད་ཅེས་གསུངས་པ་དང་སྦྲགས། དང་པོ།

སྤྱི་བཏང་ཞུ་ཡག་གི་ངོ། ད་རང་སྔ་དྲོ་བགྲོ་གླེང་དེའི་ཚོགས་དུས་གཅིག་གི་རིང་འདི་གའི་གསར་འགོད་པ་བཟོ་ངན་དུ་བཅར་རྒྱུའི་གོ་སྐབས་བྱུང་སོང་བས་སྐབས་དེར་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ལྷག་མཐོང་འཛིན་གྲྭའི་ནང་སློབ་གཉེར་གནང་བཞིན་ཡོད་པའི་སྐུ་ཞབས་བསྟན་འཛིན་སྐལ་བཟང་ལགས་ཀྱིས་དཀྱིལ་འཁོར་གྱི་ལྷ་ཚོགས་དགོས་ཚུལ་དང་ལྷ་གྲངས་བརྩི་སྟངས་བཅས་པའི་སྐོར་ལ་གསུང་བཤད་གནང་སོང་བས་སྐུ་ཉིད་ནས་ད་ལན་གྱི་བགྲོ་གླེང་འདི་དང་འབྲེལ་བའི་ཐུགས་ཚོར་ཅི་བྱུང་ངོ་སྤྲོད་གནང་གསལ། ང་རང་གི་ཚོར་སྣང་ལ་ག་འདྲ་བྱུང་ན་དུས་རྒྱུན་ང་ཚོའི་ཅེག་གྲྭ་ཚང་གི་ཚོང་བར་གྱུར་བའི་ཆ་ཤས་གཞིས་ཆགས་ཆེ་བས་ན། དཀྱིལ་འཁོར་གྱི་ལྷ་གྲངས་བརྩི་དུས་དེ་ལ་ཡང་བདུན་གཉིས་ཉི་ཤུ་རྩ་གཉིས་དང་རྩ་བཞི་དང་འདི་འདྲ་གྱི་བརྩི་དུས་གཅིག་ཡོད་པའི་ཆེད་ཡང་དེ་དུས་ཁུངས་དང་དུས་གསལ་ཁ་མི་འདོད། ད་ནང་དྲིས་ལན་དེ་ཚོགས་ནས་ཡང་ང་རང་གི་དམིགས་སུ་བཀར་བའི་ལན་སྐད་ཅིག་རག་དེ་དུས་ཡང། ཡིག་ཆ་ཁག་གྲངས་མར་བསྔོགས་ནས་ཅིག་ཡང་སློབ་སྤྱིའི་ཐོད་པ་བྱས་དང་ཡང་བདུན་གཉིས་ཉི་ཤུ་རྩ་བཞི་བརྩི་བའི་གོ་བ་ཅིག་དང་ཡང། བཙན་གཉིས་བརྩི་འདང་དང་དེ་འབྲེལ་གྱི་དགོས་པ་དེ་འདྲ་ལ་ཡང་མི་སེར་གྱིས་ཡང་ཕན་ཐོགས་ཆེན་པོ་བྱུང་སོང་ཟེར། ཡང་ང་རང་གིས་ཤེས་ཟིན་པའི་ད་ལྟའི་བརྗོད་གཞི་ཁ་ཤས་ནང་ལ་ཡང་ཁུངས་ཁ་ཤས་མ་དྲག་པའི་ཅིག་དེ་འདྲས་ཀྱིས་ཡང་དཀའ་ངལ་འཕྲད་པ་དང་ཅིག་ཁུངས་གཙང་པོ་རང་སོ་མ་དྲག་པ་དེ་འདྲས་བྱུང་སོང་ཅི་སྟངས་དེ་ང་རང་དུས་དུས་ཆ་ད་ཅིག་ལེ་ལོའི་དབང་ཚོང་ནས་ཞིག་ཞུ་ད་གི་མ་སོང་དེ་ནས་ད་ཇོ་མང་གིས་ཡང་བསྐྱར་དེ་འདྲས་ཀྱི་འཕྲོས་ངེས་ཅིག་ཡོད་མེད་ནི་ད་དེའི་སྐབས་ལ་ཁུངས་འདེད་དང་དེ་འདྲས་ཀྱི་བཙལ་དགོས་བསམ་ཡང་ད་བློ་སྟོབས་གྲངས་ཤིག་འཕེལ་སོང། ཡང་སྐུ་ཞབས་བསྟན་འཛིན་དགའ་བ་ལགས་ནི་དུས་འཁོར་སྤྱི་དང་འབྲེལ་བའི་ཉམས་ཞིབ་པ་ཞིག་ཡིན་པ་མ་ཟད་ད་ལན་གྱི་བགྲོ་གླེང་དེར་དཀྱིལ་འཁོར་གྱི་མཚོན་དོན་སྐོར་གསུང་བཤད་གནང་མཁན་ཞིག་ཀྱང་ཡིན་སྟབས་སྐུ་ཉིད་ལ་དེ་རིང་གི་བགྲོ་གླེང་འདིའི་སྐོར་གཟིགས་ཚུལ་དང་འབྲེལ་བའི་བཀའ་འདྲི་ཁག་ཅིག་ཞུས་སྐབས། སྤྱི་དང་དེ་འདྲའི་ཁམས་སོགས་རེད་སྤྱི་དང་ང་ཚོའི་གི་ད་གྲྭ་ཚང་ལ་དུས་འཁོར་བཙུགས་བྱས་ཏེ་ད་ལོ་ཉིས་བརྒྱ་ལྷག་ཅིག་འགྲོ་གི་རེད། ཨ་ནི་དེའི་ནང་ལོགས་ལ་སྤྱི་དང་ང་ཚོའི་ད་གར་སོགས་ད་ལྟ་བར་དུ་ཨ་ནི་ཨ་མ་ཡིན་ཤག་དང་ནུ་མ་ནུ་ཤག་བྱས་བྱས་འགྲོ་ཡས་རེད་མ་གཏོགས་སྤྱི

དེ་ཚོ་སོ་སོའི་སེམས་ནང་ལ་ལ་ཞིག་དང་འདི་འདི་རེད་བསམ་བསམ་དྲན་དགོས་འདུག་ཡིན་ན་ཡང་དག་གོ་ཡང་ལབ་བཞག་པ་ཡིན་ན་ཡང་གོ་གོ་ཅི་དགག་སྟེ་རུ་བ་དེ་བྱས་བྱས་གོ་བཞག་བྱས་པ་རུ་རིགས་ཡིན་ནོ། གཞི་རྩའི་ད་ལན་གྱི་བགྲོ་གླེང་འདི་བརྒྱུད་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་པ་ཚོར་དུས་འཁོར་དང་འབྲེལ་བའི་རྒྱུན་གྱི་ཕྱག་ལེན་མི་འདྲ་བ་ཡོད་ཀྱང་དེ་དག་ལ་ཁུངས་ཡོད་མེད་ཁུངས་ཡོད་པ་དག་ཚད་ལྡན་ཡིན་མིན་བཅས་ལ་དག་སེལ་བྱུང་ཡོད་སྐོར་གསུངས་བཞིན་འདུག། བཞུགས་སྒར་རྡ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིན།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐཱན་ནས Voice of America རྒྱང་སྲིད་རླུང་འཕྲིན་ཁང་ཡིན། ཨི་རན་གྱི་ཕྱི་སྲིད་བློན་ཆེན་གྱིས་དབྱིན་ཇི་དང་ཧྥ་རན་སི། Germany། བཅས་ཀྱི་ཕྱི་སྲིད་བློན་ཆེན་རྣམ་པར་ཐུག་འཕྲད་བྱ་རྒྱུ་དང་ཁོང་ཚོས་ཨི་རན་གྱི་རྡུལ་ཕྲན་མཚོན་ཆ་བཀག་སྡོམ་བྱེད་རྒྱུའི་རྒྱལ་སྤྱིའི་གྲོས་མཐུན་དེ་སྐྱོབ་ཐབས་བྱེད་ཀྱི་ཡོད་པའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནང་ཐོན་པའི་གནས་ཚུལ་དེ་རྡོ་རྗེ་ཚེ་བརྟན་ལགས་ནས་སྙན་སྒྲོན་ཞུས་གནང་གི་རེད། ཨི་རན་གྱི་ཕྱི་སྲིད་བློན་ཆེན་ཛཱ་རེ་ཧྥ་ཀྱིས་ཡོ་རོབ་མཉམ་འབྲེལ་གྱི་ཕྱི་སྲིད་འགན་འཛིན་ལ་ཐུག་འཕྲད་གྲོས་མོལ་བྱས་པ་དང། དེ་ནི་ཨི་རན་གྱི་ཕྱི་སྲིད་བློན་ཆེན་གྱིས་དབྱིན་ཇི་དང་ཧྥ་རན་སི། འཇར་མི་ནི་བཅས་ཀྱི་ཕྱི་སྲིད་བློན་ཆེན་གསུམ་ལ་ཐུག་འཕྲད་བྱས་ཏེ། ཉེ་ཆར་ཨ་མི་རི་ཀ་ཨི་རན་གྱི་རྡུལ་ཕྲན་མཚོན་ཆ་བཀག་སྡོམ་བྱེད་པའི་རྒྱལ་སྤྱིའི་འབྲེལ་མཐུད་ཁོངས་ནས་ཕྱིར་འཐེན་བྱེད་ཀྱང། ཨི་རན་དང་ཡོ་རོབ་རྒྱལ་ཁབ་ཁག་གི་རྒྱལ་སྤྱིའི་འབྲེལ་མཐུད་དེ་སྔར་བཞིན་རྩ་འཛིན་བྱས་ནས་སྐྱོབ་ཐབས་ཡོད་མེད་ལ་གྲོས་བསྡུར་བྱ་རྒྱུ་དང། ཉིས་སྟོང་བཅོ་ལྔ་ལོར་ཨི་རན་དང་ཨ་མི་རི་ཀ། དབྱིན་ཇི་དང་ཧྥ་རན་སི། འཇར་མི་ནི་དང་ཨུ་རུ་སི། རྒྱ་ནག་བཅས་ཀྱིས་ཨི་རན་ལ་དཔལ་འབྱོར་དང་ཚོང་ལས་བཀག་སྡོམ་གྱི་ཉེས་ཆད་བཙན་འགེལ་བྱས་ཡོད་པ་རྣམས་ཕྱིར་འཐེན་བྱ་རྒྱུ་དང། ཨི་རན་གྱིས་རྡུལ་ཕྲན་མཚོན་ཆ་བཟོ་མི་ཆོག་པའི་གྲོས་མཐུན་ཞིག་ལ་མིང་རྟགས་བཀལ་ཅིང། ཉེ་ཆར་ཨ་རིའི་སྲིད་འཛིན Donald Trump ཀྱིས་ཉིས་སྟོང་བཅོ་ལྔ་ལོར་བཞག་པའི་གྲོས་མཐུན་དེས་ཨི་རན་གྱིས་རྡུལ་ཕྲན་མཚོན་ཆ་བཟོ་རྒྱུ་འགོག་མི་ཐུབ། གྲོས་མཐུན་དེས་ཨི་རན་གྱིས་རྒྱང་འཕེན་མེ་ཤུགས་འཕུར་མདེལ་བཟོ་མི་ཆོག་ཅེས་འཁོད་མེད་པས། ཨ་མི་རི་ཁ་དང་ཨི་རན། འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཁག་གིས་བསྐྱར་དུ་གྲོས་བསྡུར་བྱས་ནས་གྲོས་མཐུན་གསར་པ་ཞིག་འཇོག་དགོས། སྲིད་འཛིན་ཨོ་བྷ་མས་དུས་སུ་བཞག་པའི་རྒྱལ་སྤྱིའི་བཀྲས་མཐུན་གྲས་ཡིག་ཁོངས་ནས་ཨ་མི་རི་ཀ་ཕྱིར་འཐེན་བྱ་རྒྱུ་ཡིན་ཞེས་ཐག་གཅོད་བྱས་ཡོད་པ་རེད། ཨི་རན་གཞུང་གིས་བཀྲས་མཐུན་དེ་བསྐྱར་དུ་གྲོས་བསྡུར་བྱེད་པའམ་ཡང་ན་བཀྲས་མཐུན་གསར་པ་ཞིག་འཇོག་འདོད་མེད། ཨ་མི་རི་ཁས་ངེས་པར་དུ་རྒྱལ་སྤྱིའི་རང་བཞིན་ལྡན་པའི་བཀྲས་མཐུན་དེ་རྩ་འཛིན་བྱ་དགོས། ཨི་རན་གྱིས་བཀྲས་མཐུན་དེ་རྩ་འཛིན་བྱ་རྒྱུ་ཡིན། ཨ་མི་རི་ཁས་མིང་རྟགས་བཀལ་ཟིན་པའི་བཀྲས་མཐུན་ཞིག་ལ་ལྡོང་ལོ་ཁྲམ་གྱིས་རྩིས་མེད་བཏང་ཚེ། ཕྱིས་སུ་རྒྱལ་སྤྱིའི་ཐོག་ཏུ་ཨ་མི་རི་ཁ་ནམ་ཡང་ཡིད་ཆེས་བྱེད་མི་ཐུབ་པ་དང། ཨ་མི་རི་ཁ་བློ་བརྟན་ནས་གྲོས་མཐུན་ཞིག་འཇོག་ཐུབ་རྒྱུ་ཁག་པོ་རེད་ཅེས་སྐྱོན་བརྗོད་བྱས་ཡོད་པ་མ་ཟད། France དང Germany། དབྱིན་ཇི་དང་ཨུ་རུ་སུ། རྒྱ་ནག་བཅས་ཀྱིས་ཀྱང་ཨ་མི་རི་ཁའི་རྒྱལ་སྤྱིའི་གྲོས་མཐུན་དེ་རྩ་འཛིན་བྱ་དགོས། ཁོ་ཚོས་ཨི་རན་གྱིས་རྡུལ་ཕྲན་མཚོན་ཆ་བཀག་སྡོམ་བྱེད་པའི་རྒྱལ་སྤྱིའི་གྲོས་མཐུན་དེ་རྩ་འཛིན་བྱ་རྒྱུ་ཡིན་ཞེས་ནན་བརྗོད་བྱས་འདུག། ཨ་མི་རི་ཁས་ཨི་རན་ལ་ཚོང་འབྲེལ་བཙུགས་ཡོད་པའི་རྒྱལ་སྤྱིའི་བཟོ་ཚོང་ལས་ཁང་ཁག་ལ་དུས་ཡུན་ཟླ་བ་དྲུག་གི་གོ་སྐབས་ཡོད། ཟླ་བ་དྲུག་གི་ནང་ཚུད་དུ་རྒྱལ་སྤྱིའི་བཟོ་ཚོང་ལས་ཁང་ཁག་གིས་ཨི་རན་ལ་ཚོང་འབྲེལ་བྱས་ནས་ཨ་མི་རི་ཁ་དཔལ་འབྱོར་དང་ཚོང་ལས་ཀྱི་འབྲེལ་བ་འཛིན་པའམ། ཡང་ན་རྒྱལ་སྤྱིའི་བཟོ་ཚོང་ལས་ཁང་དེ་དག་གིས་ཨ་མི་རི་ཁ་དཔལ་འབྱོར་དང་ཚོང་ལས་ཀྱི་འབྲེལ་བ་གཅོད་པ་དང། ཁོ་ཚོས་ཨ་མི་རི་ཁའི་ས་ཐོག་ཏུ་མ་རྩ་བཙུགས་ནས་ཚོང་ལས་གཉེར་གྱི་ཡོད་པ་མཇུག་བསྡུ་དགོས་ཞེས་འདམ་ག་སྤྲད་ཡོད་པ་རེད། ཨི་རན་གཞུང་གིས་རྒྱལ་སྤྱིའི་གྲོས་མཐུན་དེ་མིང་རྟགས་འགོད་མཁན་ཡོ་རོབ་རྒྱལ་ཁབ་ཁག་ལ་གྲོས་མཐུན་དུ་སྐྱོབ་ཐབས་བྱ་དགོས་པའི་ལས་འགན་ཡོད། གལ་སྲིད་ཡོ་རོབ་རྒྱལ་ཁབ་ཁག་གིས་སོ་སོས་མིང་རྟགས་བཀོད་པའི་གྲོས་མཐུན་དེ་རྩ་འཛིན་མ་བྱས་ཚེ། ཨི་རན་གྱིས་རྡུལ་ཕྲན་མཚོན་ཆའི་བརྗིད་བྱ་ཡུ་རེ་ནི་ཡམ་ཚད་འཛིན་མེད་པར་བཙོ་སྦྱང་བྱ་འཆར་ཡོད་ཅེས་ཉེན་བརྡ་གཏོང་གི་ཡོད་པ་དང། ཉམས་ཞིབ་པ་ཚོས་ཉིས་སྟོང་བཅོ་ལྔ་ལོར་ཨི་རན་གྱིས་རྡུལ་ཕྲན་མཚོན་ཆ་བཟོ་མི་ཆོག་པའི་རྒྱལ་སྤྱིའི་གྲོས་མཐུན་ཞིག་བཞག་པ་དགེ་མཚན་ཅན་ཞིག་ཡིན་རུང། ཨི་ཟི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུས་ཨ་རིའི་སྲིད་འཛིན་འབྲོག་ནོར་ཁྲོམ་ལ་ཁོག་པ་བརྒྱངས་ནས་གྲོས་མཐུན་དེ་རྩིས་མེད་གཏོང་དུ་བཅུག་ཡོད་པ་དང། ཨི་ཟི་རལ་གྱིས་རང་གི་བདེ་འཇགས་སྲུང་སྐྱོབ་དོན་དུ་ཨི་རན་གྱི་དཔལ་འབྱོར་དང་དམག་གི་སྟོབས་ཤུགས་ཡར་རྒྱས་འགྲོ་རྒྱུ་འགོག་ཐབས་བྱེད་ཀྱི་འདུག་ཅེས་གླེང་སློང་བྱེད་ཀྱི་ཡོད་པ་སྟེ། ཨི་ཟི་རལ་གྱི་གཞུང་དང་ཨ་མི་རི་ཁའི་འཇིའུ་མི་རིགས་མང་ཆེ་བས་དཀྱིལ་ཤར་ས་ཁུལ་དུ་ཨི་ཟི་རལ་གྱི་བདེ་འཇགས་ལ་ཉེན་ཁ་འབྱུང་ས་གཙོ་བོ་ཞིག་ཨི་རན་ཡིན་ཞེས་ཡོངས་གྲགས་སུ་གླེང་སློང་བྱེད་ཀྱི་ཡོད་པ་རེད། ཉིས་སྟོང་བཅོ་ལྔ་ལོའི་འབྲེལ་མཐུད་རྗེས་སུ་འཇར་མི་ནི་དང་ཧྥ་རན་སི་གཙོས་ཡོ་རོབ་རྒྱལ་ཁབ་ཁག་གིས་ཨི་རན་གྱི་ས་ཐོག་ཏུ་མ་རྩ་བཙུགས་ནས་ཚོང་ལས་གཉེར་གྱི་ཡོད་པ་དང། ཉིས་སྟོང་བཅུ་བདུན་ལོའང་འཇར་མི་ནི་གཅིག་པས་ཨི་རན་ལ་ཨ་སྒོར་ཐེར་འབུམ་གསུམ་ལྷག་གི་དངོས་ཟོག་ཕྱིར་ཚོང་བྱས་འདུག་ཧྥ་རན་སིའི་བཟོ་ཚོང་ལས་ཁང་ཁག་གིས་ཀྱང་ཨི་རན་ལ་ཨ་སྒོར་ཐེར་འབུམ་གཅིག་དང་ཕྱེད་ཀ་ལྷག་གི་དངོས་ཟོག་ཕྱིར་ཚོང་བྱས་ཡོད་པ་དང། ཡོ་རོབ་རྒྱལ་ཁབ་ཁག་གིས་ཨི་རན་གྱི་རྡུལ་ཕྲན་མཚོན་ཆ་བཀག་སྡོམ་བྱེད་པའི་རྒྱལ་སྤྱིའི་གྲོས་མཐུན་དུ་སྐྱོབ་ཐབས་བྱ་རྒྱུའི་རྒྱལ་ཁབ་དེ་དག་གི་ཚོང་ལས་ལ་ཐད་ཀར་འབྲེལ་བ་ཆགས་ཡོད། ཨི་རན་གྱི་ཕྱི་སྲིད་བློན་ཆེན་གྱིས་དབྱིན་ཇི་དང་ཧྥ་རན་སི། འཇར་མི་ནི་བཅས་ཀྱི་ཕྱི་སྲིད་བློན་ཆེན་རྣམས་ལ་ཐུག་འཕྲད་གྲོས་མོལ་བྱས་པའི་རྗེས་སུ་ཨུ་རུ་སུ་དང་རྒྱ་ནག་ལ་ཕེབས་ཏེ། ཁོང་གིས་ཨུ་རུ་སུ་དང་རྒྱ་ནག་གི་གཞུང་འབྲེལ་མི་སྣ་ཁག་ལ་ཐུག་འཕྲད་གྲོས་མོལ་བྱ་ཕྱིར་རོལ་བ་དང། ཨི་རན་གྱི་རྡུལ་ཕྲན་མཚོན་ཆ་བཀག་སྡོམ་གྱི་གྲོས་མཐུན་དེ་ཨ་མི་རི་ཁ་དང་ཨི་རན། དབྱིན་ཇི་དང་ཧྥ་རན་སི། འཇར་མི་ནི་དང་ཨུ་རུ་སུ། རྒྱ་ནག་བཅས་ཀྱི་མང་དག་གི་ཡོད་པ་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལས་འཛིན་ལྷན་ཁང་གིས་ཀྱང་གྲོས་མཐུན་དེར་རྒྱབ་སྐྱོར་བྱས་ཡོད་པ་རེད།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནི Voice of America རྒྱང་སྲིང་རླུང་འཕྲིན་ཁང་ཡིན། ཕཱ་ལེ་སི་ཐན་གྱི་གྷ་ཛ་ས་ཁུལ་དུ་པ་ལེས་ཐན་གྱི་ངོ་རྒོལ་བ་དང་ཨིས་ར་ཨེལ་གྱི་དམག་མིའི་དབར། འཁྲུག་པ་ཤོར་ནས་མི་མང་པོ་བསད་རྨས་བྱུང་ཡོད་པའི་སྐོར། དཀོན་མཆོག་དོན་གྲུབ་ལགས་ནས་གནས་ཚུལ་ཕྱོགས་སྒྲིག་གནང་བ་དེ་གསན་རོགས་གནང། ཁ་སང་གཟའ་ཟླ་བ་ནས་བཟུང་པ་ལེས་ཐན་གྱི་གྷ་ཟ་ས་ཁུལ་བརྩིས་པའི་ཨིས་ར་ཨེལ་གྱི་མཐའ་མཚམས་ས་ཁུལ་དུ། པ་ལེས་ཐན་མི་མང་གིས་ངོ་རྒོལ་ལས་འགུལ་སྤེལ་སྐབས་ཨིས་ར་ཨེལ་གྱི་དམག་མི་དང་དྲག་པོའི་གདོང་གཏུག་ཤོར་ཡོད་ཅིང་ཨིས་ར་ཨེལ་གྱི་དམག་མིས་ངོ་རྒོལ་ལས་འགུལ་བར་མེ་མདའི་རྒྱབ་གཏད་མྱོང་མཐའ་ཡང་ཕཱ་ལེ་སི་ཐན་གྱི་མི་དྲུག་ཅུ་བསད་ཡོད་པ་དང་མི་ཉིས་སྟོང་བདུན་བརྒྱ་རྨས་ཡོད་པ་རེད། འདི་ནི་སྤྱི་ལོ་ཉིས་སྟོང་ཅི་བཞི་ལོའི་ཨི་ཟི་རལ་དང་ཕཱ་ལེ་སི་ཐན་གཉིས་ཀྱི་གདོང་གཏུག་གམ་དགའ་བཟའ་དམག་འཁྲུག་གི་རྗེས་སུ་ས་ཁུལ་འདིར་མི་བསད་རྨས་བྱུང་བའི་གྲངས་ཀ་མང་ཤོས་དེ་ཆགས་བསྐྱོད་ཡོད་པ་རེད། ཉིས་སྟོང་ཅི་བཞི་ལོར་ཡང་ཨི་ཟི་རལ་གྱི་དམག་མི་དང་ཕཱ་ལེ་སི་ཐན་གྱི་ཧ་མ་སི་དམག་གི་སྒྲིག་འཛུགས་གཉིས་ཀྱིས་ཉིན་ལྔ་བཅུའི་རིང་དམག་འཁྲུག་བརྒྱབ་ནས་མི་ཉིས་སྟོང་ཉིས་བརྒྱ་ལྷག་བསད་ཡོད་པ་དང་སྐབས་དེར་བསད་རྨས་བྱུང་བའི་མི་མང་ཆེ་ཤོས་ཡང་དགའ་བཟའ་ས་ཁུལ་གྱི་མི་ཡིན་པ་རེད། ཐང་དེར་ཕཱ་ལེ་སི་ཐན་མི་དམངས་ཀྱིས་ངོ་རྒོལ་ལས་འགུལ་སྤེལ་བའི་དམིགས་ཡུལ་གཅིག་ནི་དེ་སྔོན་ཨ་རིའི་སྲིད་འཛིན་གྱིས་རྩོད་རྙོག་ཅན་གྱི་ས་ཁུལ་རྗེ་རུ་ས་ལེམ་དེ་ཨ་རིའི་ངོས་ནས་ཨི་ཟི་རེལ་གྱི་རྒྱལ་སར་ངོས་འཛིན་བྱས་ཤིང་ཁ་སང་ཨི་ཟི་རེལ་དུ་ཡོད་པའི་ཨ་རིའི་གཞུང་ཚུགས་ཁང་དེ་རྗེ་རུ་ས་ལེམ་དུ་སྤོར་ནས་དངོས་སུ་སྒོ་འབྱེད་བྱེད་བཞིན་པར་ངོ་རྒོལ་བྱས་པ་ཞིག་དང། གཞན་ཡང། ཁོ་ཚོས་གོད་ཆག་གི་ཉིན་མོ་དེ་ཆིག་སྟོང་དགུ་བརྒྱ་ཞེ་བརྒྱད་ལོར་དབྱི་སི་རལ་གྱི་རྒྱལ་ཁབ་འཛུགས་སྐབས་ཕ་ལེ་སི་ཐན་གྱི་མི་འབུམ་གཅིག་ལྷག་བྲོས་བྱོལ་དུ་འགྲོ་དགོས་འཁེལ་བའི་རྗེས་དྲན་ཉིན་མོར་རྗེས་དྲན་གྱི་ལས་འགན་སྤེལ་བ་ཞིག་ཡིན་པར་བརྗོད་བཅུག་ཡོད་པ་རེད། ཨ་རིའི་འཐེན་ཤོག་རྒྱལ་ཁབ་དབྱིན་ཇི་དང་ཧྥ་རན་སི་སོགས་འདུས་པའི་རྒྱལ་ཁབ་ཁག་ཅིག་གིས་དབྱི་སི་རལ་གྱི་ཕྱོགས་ནས་མི་ཤི་རྨས་བྱུང་དུ་མི་འཇུག་རྒྱུའི་འབོད་སྐུལ་བྱེད་ཀྱི་ཡོད་ན་ཡང། ཨ་རིའི་ཕོ་བྲང་ཀ་རུ་མགྲིན་ཚབ་པས་ཐེངས་འདིའི་མི་བསད་རྨས་བྱུང་བའི་མཇུག་འབྲས་ཡོད་ཚད་ཕཱ་ལེ་སི་ཐན་གྱི་ཧ་མ་སི་དམག་གི་སྒྲིག་འཛུགས་ཀྱིས་འགན་འཁུར་དགོས་པ་དང་ཁོ་ཚོའི་ངན་སྐུལ་གྱི་འོག་ཏུ་ཨ་རིའི་གཞུང་ཚབ་ཁང་ཨི་ཟི་རལ་གྱི་ཐེ་ལེ་བི་བི་གྲོང་ཁྱེར་ནས་རྗེ་རུ་ས་ལེམ་དུ་སྤེལ་བར་ངོ་རྒོལ་བྱས་པ་ཞིག་རེད་ཅེས་སྐྱོན་བརྗོད་བྱེད་བཞིན་པ་དང། ཐེངས་འདིའི་གྷ་ཛ་ས་ཁུལ་གྱི་དྲག་པོའི་ངོ་རྒོལ་དང་ཨ་རིའི་གཞུང་ཚབ་གནས་སྤོར་བྱས་པའི་གནས་སྟངས་འདི་དག་ལ་བརྟེན་ནས་ཨ་རིའི་ངོས་ནས་ཨི་ཟི་རལ་དང་ཕ་ལེ་སི་ཐན་བར་གྱི་ཞི་བའི་གྲོས་ཆོད་འཇོག་རྒྱུར་སྐུལ་འདེད་དང་འབད་བརྩོན་བྱ་རྒྱུ་ལྷོད་མི་སྲིད་ཅེས་བརྗོད་ཡོད་ན་ཡང་ད་ལྟའི་དགའ་བཟའ་ས་ཁུལ་གྱི་ཨི་ཟི་རལ་གྱི་མཐའ་མཚམས་སུ་ཟིང་འཁྲུག་བསླངས་ནས་ཞི་བདེ་ཡི་རྟགས་མཚན་ཅི་ཡང་མཐོང་ཐུབ་ཀྱི་མི་འདུག་ཅེས་སྐྱོན་བརྗོད་བྱེད་ཀྱི་ཡོད་ལ། ཕ་ལེ་སི་ཐན་མི་རིགས་དབང་འཛིན་ལས་ཁུངས་ཀྱི་མགོ་ཁྲིད་ཀྱིས་ཀྱང་ཨི་ཟི་རལ་གྱི་བྱེད་སྟངས་ནི་དམར་གསོད་རང་རེད་ཅེས་སྐྱོན་བརྗོད་བྱེད་བཞིན་པ་རེད། ཡང་ཨི་ཟི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ཡིས་འཛམ་གླིང་རྒྱལ་ཁབ་སུ་དང་གང་ཡིན་རུང་སོ་སོའི་རྒྱལ་ཁབ་ཀྱི་མཐའ་མཚམས་སྲུང་རྒྱུའི་འགན་ཁུར་ཡོད་ཅིང་ཧ་མ་སི་དྲག་སྤྱོད་སྒྲིག་འཛུགས་ཀྱིས་ཨི་ཟི་རལ་རྩ་མེད་བཟོ་རྒྱུའི་འཆར་གཞི་ཡོད་པར་བསྒྲགས་ནས་མི་ཁྲི་སྟོང་མང་པོར་ངན་སྐད་བྱས་ཏེ་མཐའ་མཚམས་ལ་གཏོར་བརླག་བྱེད་དུ་བཅུག་ཡོད་པ་དང་ང་ཚོའི་མི་དེ་ནི་ང་ཚོའི་བདག་དབང་དང་སྤྱི་འབངས་ལ་སྲུང་སྐྱོབ་བྱེད་ཀྱི་ཡིན་ཅེས་ཀྱང་བརྗོད་འདུག། ཨི་ཟི་རལ་དུ་ཡོད་པའི་ཨ་རིའི་གཞུང་ཚབ་ཁང་དེ་རྩོད་རྙོག་ཅན་གྱི་ས་གནས་ཇི་རུ་ས་ལམ་དུ་གནས་སྤར་ཏེ། ཇི་རུ་ས་ལམ་ཨི་ཟི་རལ་གྱི་རྒྱལ་ས་རུ་ངོས་འཛིན་བྱ་རྒྱུ་ནི་ཨ་རིའི་ལོ་མང་པོའི་རིང་གི་འཆར་གཞི་ཞིག་ཡིན་པ་དང། ན་ནིང་སྤྱི་ཟླ་བཅུ་གཉིས་པའི་ནང་དུ་སྲིད་འཛིན་ཁྲོམ་ཕུ་ཡིས་ཨ་རིའི་གཞུང་ཚབ་ཇི་རུ་ས་ལམ་དུ་སྤོར་རྒྱུ་ཐག་གཅོད་བྱས་ཡོད་པས་ཁ་སང་གཞུང་ཚབ་གནས་སྤོའི་མཛད་སྒོའི་སྟེང་དུ་ཨ་རིའི་སྐུ་ཚབ་ཀྱི་གཏམ་བཤད་ཀྱི་ནང་དུ་ཡང་ཨ་རིའི་སྲིད་འཛིན་མང་པོ་ཞིག་གིས་གཞུང་ཚབ་གནས་སྤོར་བྱ་རྒྱུ་ཁས་ལེན་བྱས་ཡོད་ན་ཡང་ལག་བསྟར་བྱ་ཐུབ་མེད་ཅིང་སྲིད་འཛིན་ཁྲོན་ཕུ་ཡིས་ལག་བསྟར་བྱས་པས་ཁོ་ནི་ཁ་དན་ཚིག་ལ་གནས་མཁན་ཞིག་རེད་ཅེས་ཀྱང་བརྗོད་འདུག་ཨ་རིའི་རྗེ་རུ་ས་ལམ་དེ་ཨི་ཟི་རལ་གྱི་རྒྱལ་སར་ངོས་འཛིན་གྱིས་གཞུང་ཚབ་གནས་སྤོར་བྱས་པ་ནི་ཨ་རིའི་དབང་ཤུགས་དེ་སྐྱེ་ཤུལ་ཁ་ཆེའི་རྒྱལ་ཁབ་ཁག་གི་དབུས་སུ་རྒྱ་བསྐྱེད་རྒྱུའི་ཐབས་ལམ་ཆེ་ཤོས་ཤིག་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཝེ་སོ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ང་ཚོ་ཆུ་ཚོད་གཅིག་གི་ལས་རིམ་དེ་མཇུག་སྒྲིལ་མ་ཞུས་གོང་ལ་ཚེ་རིང་སྐྱིད་ལགས་ནས་འཛམ་གླིང་གི་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུས་གནང་གི་རེད། འཛམ་གླིང་གི་འབྱོར་ལྡན་ཚོང་པ་གྲགས་ཆེན་ཇོརྗ་སོ་རོ་སི་ཡི་ལས་ཁུངས་དེ་ཡུ་རོབ་ཧན་གྷི་རིའི་རྒྱལ་ཁབ་རྒྱལ་ས་བུ་དཱ་བྷེ་སི་ཏི་ནས་འཇར་མ་ནི་གི་རྒྱལ་ས་བེར་ལིན་ལ་གནས་སྤོར་རྒྱུའི་གསལ་བསྒྲགས་སྤེལ་ཡོད་ཅིང། དེའི་ནང་དུ་བཀོད་དོན་ལྟར་ན་ཧན་གྷི་རིའི་རྒྱལ་ཁབ་ཀྱི་ནང་དུ་ཆབ་སྲིད་དྲག་གནོན་དང་ཁྲིམས་ཀྱི་ཁེ་དབང་ཇེ་ཆུང་དུ་འགྲོ་བཞིན་ཡོད་པ་གསལ་བཤད་བྱས་འདུག་ཧན་གྷི་རིའི་སྲིད་བློན་ཨོར་བན་ཡི་འཛིན་སྐྱོང་སྲིད་གཞུང་གིས་ཀྱང་འབྱོར་ལྡན་ཚོང་པ་དེའི་ཚོང་ལས་དང་འབྲེལ་བའི་སྤྱི་ཚོགས་ལས་དོན་ཁག་ཐེར་འདོན་བྱུང་ཡོད་པ་དེ་དཔེར་ན། སྐུ་ཞབས་སོ་རོ་སི་ཡིས་བཟོ་ལས་ཁང་ཁག་གི་ནང་དུ་ཕྱི་མི་གནས་སྤོར་བ་ཕོན་ཆེ་ལྡན་བཞིན་པ་དང་འདི་ཡིས་ཡུ་རོབ་ཀྱི་རིག་གཞུང་དང་ངོ་བོ་ལ་གཏོར་བརླག་ཐེབས་ཀྱི་ཡོད་པ་མ་ཟད་ཧན་གོ་རིའི་རྒྱལ་ཁབ་ཀྱི་བདེ་སྲུང་ལ་ཡང་ཐད་ཀར་ཉེན་ཁ་གཏོང་བཞིན་པ་བརྗོད་འདུག་པཱ་ལི་སི་ཐན་པ་ཕོན་ཆེན་པོ་ལ་ཕྱི་མིར་ཚབས་ཆེན་ཐེབས་པའི་ཉིན་དེ་ཁ་སང་གཟའ་ཟླ་བའི་ཉིན་ལ་ཨིསི་རལ་གྱིས་ཇི་རུ་ས་ལམ་དུ་ཨ་མི་རི་ཀ་གི་གཞུང་ཚབ་ཁག་སྒོ་འབྱེད་བྱས་ཡོད་པ་དང། ཨ་མི་རི་ཀའི་སྐུ་ཚབ་ཀྱིས་ཨིསི་རལ་གྱི་རྒྱལ་ས་ཇི་རུ་ས་ལམ་གྱི་ནང་ཨ་རིའི་གཞུང་ཚབ་དངོས་སུ་སྒོ་འབྱེད་བྱས་པ་ཡིན་ཞེས་གསལ་བསྒྲགས་སྤེལ་བ་དེ་ལ་ཇི་རུ་ས་ལམ་གྱི་བདག་དབང་རྩོད་ལེན་བྱེད་མཁན་པ་པ་ལི་སི་ཐན་པ་མི་གྲངས་ཁྲི་ཚོ་བཞི་ཙམ་གྱིས་ཨིསི་རལ་དང་པ་ལི་སི་ཐན་གྱི་མཐའ་མཚམས་ས་ཁུལ་དུ་ངོ་རྒོལ་བྱུང་བ་ཤི་རྨས་ཚབས་ཆེན་ཐེབས་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཧྲི་ཡི་སྤྲུལ་ཁག་ཏུ་ཞི་བའི་ལས་དོན་སྐུ་ཚབ་ཚོགས་པ་དང་གཞན་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ཚབ་པ་དེ་རང་བཟའ་མིག་དམར་གྱི་ཉིན་ལ་གནད་དོན་འདིའི་ཆེད་དུ་མཛའ་གྲགས་ཀྱི་ཚོགས་འདུ་འཚོགས་བཞིན་པ་རེད་འདུག། དེ་དང་ཆབས་ཅིག་ང་ཚོས་དེ་རིང་དགོངས་དོན་ལས་རིམ་འདི་འདས་མཇུག་སྒྲིལ་ཞུ་གི་ཡིན། ང་ཚོས་ལས་རིམ་གསན་པ་ཐུགས་རྗེས་ཆེ་ཞེས་མཇལ་གནང་གོ།